བཅོམ་ལྡན་འདས་ཀྱིས་བདེན་བཞི་ཆོས་ཀུན་གསུང་བཤད་པ་དེའི་གི་དགོངས་པ། ལྟ་བྱེད་ཀྱི་སྒྲས་ནི། གྲུབ་དང་མ་བསྙེན་དེ་ལ་བྱེ་བྲག་མ་རྡོ་སྡེ་བ་གཉིས། དེ་ནས་ཡུལ་བ་ར་ན་སེ་ལ་ཡང་བྱ་རྒོད་ཕུང་པོ་རེ་ལ་ཚིག་གཉིས་མེད་པའི་ཆོས་འཁོར་གསུང་ངེས་འདུན་དེའི་གི་དགོངས་པ་སྤྲད་ནས་གཞུང་སྨྲ་བ་དང་གྲུབ་དང་མ་བསྙེན་དེ་ལ་དབུ་མ་པ། དེ་ནས་ཡུལ་ཡངས་པ་ཅན་ལ་ལེགས་པར་རྣམ་པར་ཕྱེ་བའི་ཆོས་འཁོར་གསལ་བྱེད་དེའི་གི་དགོངས་པ་གླན་ནས་དེ་ནས་གྲུབ་དང་མ་བསྙེན་དེ་ལ་སེམས་ཙམ་པ་གསལ་བྱེད་ལྟར་གྲུབ་དང་མ་བ་བཞི། གྲུ་དང་མ་བ་བཞི་སྟེ་ཆུང་ག་རིམ་པ་གསུམ་གྱི་དགོངས་པ་ལེན་ཕྱོགས་ཀྱི་ཆ་ནས་གྲུ་དང་རིམ་པ་བཞི་ཆགས་བསྡད། དེ་ཡིན་དུས་ད་ང་ཚོས་གྲུ་དང་རིམ་པ་དང་པོ་གཉིས་པ་དེ་བྱེ་བྲག་མ་བ་རྡོ་སྡེ་བར་གསལ་བྱེད་རེད། བ་ད་བྱེ་བྲག་མ་བ་རྡོ་སྡེ་བར་གྱི་རྡོ་ཁུངས་གཏུགས་ས་དེ་འཁོར་ལོ་དང་པོ་དེ་རེད། ད་དེ་ནས་འཁོར་ལོ་དང་པོ་ནས་མ་བྱས་ནས་དེ་ནས་དགོངས་པ་བཤད་ཡོན་དུས་ཞེ་ལམ་གྱི་རྣམ་གཞག་བཤད་ཡོན་དུས་ད་བྱེ་བྲག་མ་བ་བར་གྱི།

ཕལ་ཆེར་བདེ་བར་གསལ། གནས་བརྟན་བདེ་བར་གསལ། མ་དངུལ་བཀོལ་བའི་བདེ་བར་གསལ་བཞི་དོ། རྩ་བའི་བདེ་བ་བཞི། རྩ། རྩ་བའི་བདེ་བ་བཞིའི་ནང་ནས་བཞི་ཐམས་ཅད་ཡོད་མ་བའི་བདེ་བར་གསལ་བཞི་དོ། དེ་ནས་མ་ཕྱིའི་བདེ་བ་བཞི་རེ་ཞག་བདོ་བདེ་བར་གསལ་བཞི། དེ་ནས་མ་ཁ་ཁ་ཐོན་བདེ་བའི་སོར་བཞི། རེ་དོ། དེ་ཡིན་དུས་དེ་ཁ་ཁ་ཐོན་དུས་ད། ཐིག་མེད་གྲུ་ཐོགས་མ་བའི་བདེ་བ་ལ་གཉིས་ཞག་བར་ཕྱིན་དོན་གཉིས་གསལ་བཞི། ད་དེའི་ལུགས་ཀྱི་བདེན་གཉིས་ཀྱི་རྣམ་གཞག་དེ་ཁ་སང། བཞི་ཕྲ་མོ་བའི་ལུགས་ཀྱི་བདེན་གཉིས་ཀྱི་མཚན་ཉིད་དང་དབྱེ་བ།

མ་དང།
མ་རེད། བྱེད་འདོད་གཉིས་པོ་དེ་དགོངས་པ་འགྲེལ་ཟེར་གྱི་མདོ་དེ་གོ་ལོ་དང་པོ་བྱེད། ཨོ།
དེ་ནས་ཤེས། འཁོར་ལོ་གཉིས་པ་དེ་དབུ་མ་བ་རེད།
འཁོར་ལོ་གཉིས་པ་དབུ་མ་མ་རེད་གསུངས་ཡོད་མ་ད་ན་དེ་འཁོར་ལོ་དང་པོ་ཟེར་དེ་མདོ་རེད་བ། བསྟན་བཅོས་བྱེད་བཀའ་བྱེད་དེ་དགོངས་པ་འགྲེལ་གཉིས་ཀྱི་ད་ཅིག་གི་གྲུ་དང་མ་གཉིས་དེ་ལ་དབུ་མ་བ་ཟེར་གྱི་དབུ་མ་བ་གྲུ་དང་མ་བ་ཟེར་གྱི།

སེམས་ཙམ་པའི་ལྟ་བ་དེས་གནས་ལུགས་ཡང་དག་པར་རྟོགས་པས་ན་སྟབས་བདེ། གྲུབ་མཐའ་བཞག་རམ་དེ། དང་པོ་སློབ་སྦྱོང་བྱེད་སྟངས་སྒོ་ནས་བཞག་བྱ་བ་བཞི་རེད། སློབ་སྦྱོང་བྱེད་སྟངས་དེ་དང་པོ་སེམས་ཙམ་པའི་ཀྱི་ལྟ་གྲུབ་དེ་ཡག་པོ་ཤེས་པས་ན་དེ་ནས་དབུ་མ་པའི་ལྟ་བ་དེ་ཤེས་ལས་སླ་བ་ཞིག་ཡོད་ཙང་དང་པོ་སེམས་ཙམ་པའི་ལྟ་བ་ཞེས་བྱ་རེད། ད་འཁོར་ལོ་རིམ་པ་གསུམ་བཤད་ཡོད་དུས་ག་ལ་སེམས་ཙམ་པའི་ཀྱི་གཞུང། མདོ་མདོ་དེ་འཁོར་ལོ་ཐ་མ་དེ་རོ། དུས་ཐ་མ་དེ་རོ། རོ། དུས་ཐ་མ་དེ། དེ་ནི་ང་ཚོ་དང་པོ་དེ་ཨོ་ར་ན་སི་དེའི་ཆོས་འཁོར་དང་པོ་དེ་བྱས། རེད་བ། གཉིས་པ་དེ་བྱ་རྒོད་ཕུང་པོ་རེ་ལ་མཚན་ཉིད་མེད་པའི་ཆོས་འཁོར་ཤེར་ཕྱིན་གྱི་གཞུང་དེ་བྱས། གསུམ་པ་དེ་ཡུལ་ཡངས་པ་ཅན་ལ་ལེགས་པ་རྣམ་པར་ཕྱེ་བའི་ཆོས་འཁོར་འཁོར་ལོ་ཐ་མ་དེ་བྱས། ད་དེ་མདོ་སྡེ་དགོངས་འགྲེལ་ནས་བཤད་ཡ་དེ་རེད། མདོ་སྡེ་དགོངས་འགྲེལ་ཟེར་དུས་ང་ཚོ་མདོ་སྡེ་དགོངས་འགྲེལ་དེ་ལ་དེ་ཡོད་དེ་འདུག་ཨ། ལེའུ་བཅུ་འདུག་ཨ་མདོ་སྡེ་དགོངས་འགྲེལ་གྱི་ལེའུ་བཅུ་ཟེར་ད་དེ་བྱང་ཆུབ་སེམས་དཔའ་ཤ་སྟག་ཅིག་གིས་དྲི་བ་དྲི་བ་ཞུས་ཞེས་པའི་ལེའུ་རེད། དེ་ལ་ཡང་བཅོམ་ལྡན་འདས་ཀྱིས་བཀའ་གནང་བཤད་པ་ཇི་ལྟ། མདོ་སྡེ་དགོན་འདྲེན་གྱི་ནང་རྒྱུན་བཤད་དེ་ཡག་གི་དོ་དམ་ཡང་དག་འཕགས་ཟེར་གྱི་བྱང་ཆུབ་སེམས་དཔའ་ཅིག་འདུག་དོ་དམ་ཡང་དག་འཕགས་ཟེར་གྱི། དོ་དམ་ཡང་དག་འཕགས་ཟེར་ཁོ་རང་བྱང་ཆུབ་སེམས་དཔའ་ཅིག་རེད་ད་ཁོ་རང་གིས་བཅོམ་ལྡན་འདས་ལ་དྲི་བ་ག་རེ་ཞུས་ཡོད་རེད་ཟེར་ན། དྲི་བ་ཞུས་ཡག་དེ་བཅོམ་ལྡན་འདས་ཀྱིས་འཁོར་ལོ་དང་པོ་གདན་བཞི་ཆུང་བ་འགའ་ལ་ཆོས་ཐམས་ཅད་བདེན་པར་གྲུབ་པར་གསུངས་བཞག་འཁོར་ལོ་གཉིས་པ་མཚན་ཉིད་བྱ་རྒོད་ཕུང་པོ་རེ་ལ་མཚན་ཉིད་མེད་པའི་ཆོས་འགའ་རྣམས་ལ་ཆོས་ཐམས་ཅད་བདེན་པར་མ་གྲུབ་པར་གསུངས་བཞག།

བདག། འཁོར་ལོ་དང་པོའི་སྐབས་སུ་བདེན་པ་གྲུབ་པར་གསུངས་ཡ་གཅིག་དང། དེ་ནས་འཁོར་ལོ་བར་པའི་སྐབས་སུ་ཆོས་ཐམས་ཅད་བདེན་པ་མ་འཕྲོད་པར་གསུངས་ཡ་དེ་ཀུན་བརྟགས་ཀྱི་ཆོས་བདེན་པ་མ་འཕྲོད་པ་ལ་དགོངས་ནས་གསུངས་པ་ཡིན་གསལ་བྱེད། དེ་འདྲ་ཞིག་ད་དོན་ན་ཡང་དག་འཕགས་ཤུལ་གྱི་དྲི་བ་ཞུས་ནས་རེ་བ་དེའི་ལན་གནང་བཞག་པའི་གི་སྐབས་སུ་དེ་ནས་འཁོར་ལོ་རིམ་པ་གསུམ་གསུངས་ཞེས་པ་དེ་ལ་དོགས་འདི་དགོངས་འགྲེལ་ནས་གསུངས་པའི་འཁོར་ལོ་རིམ་པ་གསུམ་གསལ་བྱེད་རེད།

རེ་བ། ད་དོ་ན་ཡང་དག་ཕ་ཤུལ་གྱི་དྲི་བ་ཞུ་བའི་ལན་དེ་གསུང་དགོས་རོགས་གཞན་དབང་ཚིག་འགྱིང་ངོ། དཀར་གཟའ། གཞན་དབང། གཞན་དབང་སྐྱེ་བ་ངོ་བོ་ཉིད་མེད་པ། ཡོངས་གྲུབ་སྐྱེ། ཡོངས་གྲུབ་ཐོག་མཐའ་བ་ངོ་བོ་ཉིད་མེད་པ། ཀུན་བརྟགས་མཚན་ཉིད་ངོ་བོ་ཉིད་མེད་པ་ལ་གོ་འོང་ནས། དེ་ནི་ངས། འཁོར་ལོ་དང་པོའི་སྐབས་སུ་བདེན་པར་གྲུབ་པ་གསུང་ཡ་གཅིག་དང། འཁོར་ལོ་བར་པའི་སྐབས་སུ་བདེན་པར་མ་གྲུབ་པ་གསུངས་པ་ཡིན་བྱས་ནས་བཅོམ་ལྡན་འདས་ཀྱིས་དོ་ན་ཡང་དག་ཕ་ཤུལ་ལ་དྲི་བ། དེའི་ལན་དེ་གནང་རོགས། བྱས་ཙང་ཡོངས་གྲུབ་ཟེར་ཡ་དེ།

དེ་ནས་སྡུག་བསྔལ་བྲལ་བའི་འགོག་པ་དེ་མངོན་དུ་བྱེད་དགོས་ཀྱི་རེད། དེ། དེ། འགོག་པ་མངོན་དུ་བྱེད་ཡག་གི་རྒྱུ་དེ། ཉམས་ལེན་བྱེད་དགོས་ཀྱི་རེད་ཟེར་ཏེ། ཉམས་ལེན་བྱེད་སྟངས་སྐོར་གསུངས། ད་བདེ་བ་གསུམ་པ་དེ་ག་ལ། སྡུག་བསྔལ་ཤེས་བཟོད་ན་སླར་ཤེས་ཡ་ཡོད་མ་རེད་དེ་ག་རང་རེད་ད་ཤེས་པ་དེ་ག་རང་མ་གཏོགས་ཡང་ཡོད་གསར་བ་ཤེས་ཡ་ཡོད་མ་རེད། ཀུན་འབྱུང་སྤངས་བཟོད་ན་སླར་སྤང་ཡ་ཡོད་མ་དེ་ག་རང་རེད་ཟེར་གྱི་ད་དེ་ལ་ལྷག་གང་སྤང་ཡ་ཡོད་མ་རེད་ཟེར་གྱི།

འགོག་པ་ཟད་དེ་རང་བཞིན་གྱིས་མེད་ཟད་ཅིང། དེ་ག་སང་ང་ཚོ་སྟོང་ཉིད་བཅོ་བརྒྱད་སྟོང་ཉིད་བཞི་བཞག་ཡོད་དུས། གཞན་གྱི་དངོས་པོ་གཞན་གྱི་དངོས་པོ་སྟོང་པ་ཉིད་ཟད་ཅི་དོ། བྱས་ཙང་མྱང་འདས་འགོག་བདེན། དེ་ཡང་རང་བཞིན་གྱིས་གྲོལ་བས་སྟོང་པ་རེད་ཟད་ཅིང། བྱས་ཙང་ངས་ཁ་སང་ཤེས་རབ་སྙིང་པོའི་གཞུང་ཚིག་གི་རྩ་བ་བཞག་ཡོད་དུས། སྔགས་ཀྱི་བཞག་ཡོད་དུས་རྟ་ཡི་དག་ཟད་ཅི་བ། རྟ་ཡི་དག་ཟེར་དུས་ག་ལ་འཁོར་བ་མྱང་འདས་རང་བཞིན་གྱིས་གྲུབ་ཡོད་མ་རེད། ད་ད་ལྟ་ངས་དེ་འདྲའི་འཁྲུལ་ཤེས་དེ་ག་རེ་བྱས་ཡོད་རེད་ཟེར་ན་དེ་བདེན།

བདག། མ་བའི་ཆེད་དུ་ནི་བྱེ་བྲག་སྨྲ་བ་ལ་སྦྱར་བས་ན་རེ་བ། བྱེ་བྲག་སྨྲ་བའི་གྲུབ་མཐའ་མ་ཡིན་གྱི་སློབ་དཔོན་དུས་སུ་མཚན་སྨོས་པས་ན། སློབ་དཔོན་བདེ་ཡོད་རེ། སློབ་དཔོན་ཆོས་སྐྱོབ་ཟས་ཅིག། སློབ་དཔོན་བདུན་བཟང་ཟས་ཅིག། རེ་བ། སློབ་དཔོན་དབྱིག་བཞིའི་ཟས་སུ་རེ་ད་དུས་སུ་བྱེ་བྲག་སྨྲ་བའི་སློབ་དཔོན་རེ་བཞག་ད་བྱེ་བྲག་སྨྲ་བའི་སློབ་དཔོན་རེ་བཞག་བེ་ཅི། བྱེ་བྲག་སྨྲ་བ་སློབ་དཔོན་བཞག་གི་འདུག་དེ་ནས་མདོ་སྡེ་བའི་སློབ་དཔོན་སུ་དམིགས་བསལ་བཞག་མི་འདུག། རེད་བ། ཕལ་ཆེར་ག་རེ་ཧ་གོ་མ་སོང་མདོ་སྡེ་བའི་སློབ་དཔོན་གསལ་བྱེད། དེ་ནས་སེམས་ཙམ་པའི་སློབ་དཔོན་དག་མང་པོ་ཞིག་ཡོད་རེད་ད། སློབ་དཔོན་དབྱིག་གཉེན། སློབ་དཔོན་མཆོག་གླང། སློབ་དཔོན་ཆོས་གྲགས། སློབ་དཔོན། ད། སློབ་དཔོན་ཆོས་གྲགས། དེ་ནས་སློབ་དཔོན་དབང་ཕྱུག་སྡེ་ལ་སོགས་པ་དག་ཚུད་རེད། རེད་བ། འཕགས་པ་ཐོགས་མེད་སེམས་ཙམ་པ་མ་རེད།

ཐོག་མི་ཟད་དེ་འཕགས་པ་ཐོག་མི་ཟད་དེ་རེད་བ། འཕགས་པ་ཐོག་མི་ཟད་དེ། ལྟ་བ་དེ་དབུ་མའི་ལྟ་བ་གཉིས་དེ་ཉིད་ས་གསུམ་གཉིས་པ་གཟིགས་རྟོག་ས་གསུམ་པ། འཕགས་པ་བཞག་ཡོད་རེད་འཕགས་པ་ཡིན་ས་སྟོང་ཉིད་ཐོབ་པའི་ཁྱབ་རེད་ད་ཐེངས་བརྒྱུད་པའི་ལོ་ལ་ནི་འཕགས་པ་ཡིན་སྟོང་ཉིད་ཐོབ་པའི་ཁྱབ་གཟིགས་ཡོད་དུས་ཁོ་རང་གིས་ད་ག་རེ་བྱས་ཡོད་རེད་ཟེར་ན་སེམས་ཙམ་པས་ཀྱི་ལྟ་གྲུབ་ཉམས་བསྡད་པ་ཞིག་རེད་བ། ཐེག་ཆེན་གྱི་གཞུང་དེའི་སྐབས་ལ་དེ་ཡོད་རེད་གར་ཟེར་བ་རེད། བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ཚར་བའི་རྗེས་བྱེད་དུ་བ་ཞིག་ལ་ཐེག་པ་དམན་པའི་གཞུང་དེ་དག་མ་གཏོགས་ཐེག་ཆེན་ཆོས་བཞི་པོ་ཉམས་བསྡད་ཡོད་རེད་བ།

དེ་ཉིད་གཉིས་ཀ་ལ་དབུ་སེམས་གཉིས་ཀྱི་ལྟ་བ་སོ་ཕྱེད་གཉིས། དེ་ཡིན་དུས་ད་འཕགས་པ་ཐོག་མི་ཟད་དེ་སེམས་ཙམ་དཔལ་གྱི་གཞུང་ལུགས་ཉམས་བསྡད་པ་དེ་སོ་ཕྱེད་ཡར་ཕྱེད་དུས་འཕེལ་བསྡད་པ་ཅིག་རེད་ད་ག་ད་ཡིན་དུས་ག་ལ་ཁོ་རང་སེམས་ཙམ་པ་རེད་ཟེར་ན་མ་རེད། ཡིན་ནས་ཁོ་རང་གི་ལྟ་བ་དེ་དབུ་མ་བའི་ལྟ་བ་རེད། ད་ཁོ་རང་གི་སྐུ་ཕྱི། སྐུ་ཕྱི། གཅུང་པོ། སློབ་བུ་ཡིག་གཉིས་སེམས་ཙམ་པ་རེད་དབུ་མ་བ་རེད་ན་སེམས་ཙམ་པ་ཡིད་ལ་རེད། ད་ལྟའི་སློབ་དཔོན་ཟླ་བ་གྲགས་པའི་སློབ་བུ་དབྱིག་གཉེན་དང་སློབ་དཔོན་ཕྱོགས་གླང་དང་ཆོས་གྲགས་དེ་ཚོས་དབུ་མའི་ལྟ་བ་མེད་པར་གསུངས་འདུག་དབུ་མའི་ལྟ་བ་རྟོགས་མེད་པར་གསུངས་འདུག་དེ་འདི་སེམས་ཙམ་པ། ད་སེམས་ཙམ་པ་གིས་ག་རེ་ཁས་ལེན་དགོས་རེད་ཟེར་ན། ཕྱི་དོན་མེད་པ། ཤེས་པ་བདེན་པར་གྲོལ་བ། སྟོང་ཉིད་བསླབ་པས་ན་ང་ཚོ་བདེན་པར་གྲོལ་བའི་སྟོང་བ་ཟེར་ལབ་དགོས་ཨ། དབུ་མ་བས་བསླབ་ན་གལ་ཆེ་ཤེས་པས་ན། ད་སེམས་ཙམ་པའི་ལུགས་ལ་སྟོང་ཉིད་བསླབ་དུས་གང་ཟག་རང་རྐྱ་འདུས་པའི་རྫས་ཆོས་གྲུབ་པའི་སྟོང་བ།

ད་དོ་སྣང་བདེན་པའི་མཚན་གཞི་ཞོལ་སླ་བས་ན་ཡོངས་གྲུབ། ཡོངས་གྲུབ་དེ་ལ་ཕར་བཀྲམ་པས་ན་ག་ཚད་བར་སོང་ན་གཉིས་གང་ཟག་བདག་མེད་ཆོས་ཀྱི་བདག་མེད་གཉིས། གང་ཟག་བདག་མེད་ཞོལ་སླ་ན་གང་ཟག་རང་རྐྱ་ཐུལ་བའི་རྫས་ཞོལ་གྲོལ་བས་སྟོང་བར་ཟད་ཀྱི། ད་གང་ཟག་རང་རྐྱ་ཐུལ་བར་ཟད་དུས་མ་གི་འདི་ཡོད་རེད་པས་ན་གང་ཟག་དང་ཕུང་པོ་ཟེར་ཡོད་རོ། གང་ཟག་དང་ཕུང་པོ། ཁ་སང་ཤེས་ཡོན་པ་གང་ཟག་སློབ་དུས་སྐབས་ལ་རང་གི་ཕུང་པོ་རང་གི་གདགས་གཞི་ཕུང་པོ་ལ་བརྟེན་ནས་གྲུབ་ཙམ་གྱིས་ཤེས་ཀྱི་ཡོད་ར་དབུ་མ་བའི་ལུགས་ལ་དབུ་མ་བའི་ལུགས་ཤེས་ཀྱི་ཡོད་ར་ད་སེམས་ཙམ་པ་མན་ཆད་ཀྱི་ལུགས་ལ་ད་གང་ཟག་ཟེར་གདགས་གཞི་ལ་ཕུང་པོ་གདགས་གཞི་ལ་ལྟོས་ནས་གདགས་གཞི་ལ་བརྟེན་ནས་བཏགས་པ་དེ་ཁས་ལེན་གྱི་ཡོད་རེད་དེ་ཡིན་དུས་གདགས་གཞི་དང་གདགས་གཞི་ཕུང་པོ་དེ་དང་གང་ཟག་གཉིས་དེ་གཅིག་གི་ག་ར་བོ་ཁུར་པོ་འདྲ་བོ་དང་ཁུར་ཉེན་འདྲ་བོ་ཅིག་འཛིན་པའི་བློ་དེ་ལ་གང་ཟག་བདག་འཛིན་ཟེར་གྱི་ཡོད་རེད།

ཆོས་ཀྱི་བདག་མེད་ལ་བས་ན། གཟུགས་དང་གཟུགས་མཛེས་ཚད་མ་མཛེས་ཤིང་གྱིས་བྲིས་པའི་གདུང་བ་ཟེར་བརྗོད་རོ། ད་གཟུགས་དང་གཟུགས་མཛེས་ཚད་མ་ཟེར་དུས་ག་ལ་དཔེར་ན་ང་ཚོས་ཁ་མིང་ལ་ག་ས་དཔེར་སྦྱར་བའི་སྔོན་པོ་ཡོད་ར། སྔོན་པོ་དང་སྔོ་འཛིན་མི་ཤིས་ཟེར། སྔོན་པོ་དང་སྔོ་འཛིན་མི་ཤིས་ལ་བས་ན། སྔོ་ནས་བྱས་ན་རྒྱུ་འབྲས་རེད་བ། རྒྱུ་དང་འབྲས་བུའི་རྣམ་གཞག་རེད་བ། སྔོན་པོ་དྲུག། དེ་ལ་བརྟེན་ནས་ཤེས་པ་མི་ཤིས་གཅིག་ཡོད་ར། ད་སེམས་ཙམ་པས་ཀྱི་སྔོན་པོ་དང་སྔོན་ཚེ་མི་ཤེས་གཉིས་འཁྲུལ་བ་དུས་མཉམ་རེད། ལྷན་ཅིག་མི་ངེས་རེད་ཟེར་གྱི། སྔོན་ཚེ་མི་ཤེས་ཀྱི་སྟོབས་ཀྱིས་སྔོན་པོ་འཁྲུལ་བ་རེད་ཟེར་གྱི། སྔར་སྔོན་པོ་མཐོང་བའི་སྟོབས་ཀྱིས་སྔོན་ཚེ་མི་ཤེས་ལ་སྣང་བའི་སྣང་བ་དེ་སྔོན་པོ་ཁོ་ན་རེད་ཟེར་གྱི་ད་དེ་ཡིན་ཤེས་ནས་གཟུང་འཛིན་རྫས་ཤེས་ཀྱིས་འཁྲུལ་བའི་སྟོང་བ་ཟེར་གྱི། ད་དེ་ཆོས་ཀྱི་བདག་མེད་བཞག་ཡོད་རེད། བྱེ་བྲག་སྨྲ་བ་དང་མདོ་སྡེ་པའི་ལུགས་ལ་ཆོས་ཀྱི་བདག་མེད་ཟེར་བཞག་ཐོགས་ཡོད་མ་རེད། བཞག་མ་ཐོགས་པའི་རྒྱུ་མཚན་ག་རེ་ཟེར་ན། བྱེ་བྲག་སྨྲ་བའི་ལུགས་ལ་ཆོས་ཐམས་ཅད་བདེན་པར་གྲུབ་པར་ཁས་ལེན་གྱི་ཡོད་རེད། རེད་བ། དེ་ནས། མདོ་སྡེ་བའི་ལུགས་ལ། འདུས་བྱས་ཀྱི་ཆོས་བདེན་པར་གྲུབ་པར་ཁས་ལེན། འདུས་མ་བྱས་ཆོས་བདེན་པར་མ་གྲུབ་པར་ཁས་ལེན། ཡིན་ན་ཡང་ཕྱི་རོལ་དོན་དུ་གྲུབ་པར་ཁས་ལེན་གྱི་ཡོད་རེད། ཕྱི་སྟོང་ཁས་ལེན་གྱི་ཡོད་རེད། དེའི་ཕྱིར་ནི་ཆོས་ཀྱི་བདག་མེད་བཞག་ཐུབ་མི་འདུག་ད། སེམས་ཙམ་པའི་ལུགས་ལ། ཆོས་བདེན་པར་གྲུབ་པར་ཁས་ལེན་གྱི་ཡོད་རེད། ཡིན་ན་ཡང་ཕྱི་སྟོང་ཁས་མ་ལེན་དུས་ཆོས་ཀྱི་བདག་མེད་ཅིག་བཞག་གི་ཡོད་རེད། ཆོས་ཀྱི་བདག་མེད་ཟིན་བྱ་ཐུག་གི་དོན། དེ་ཡིན་དུས་ད། གཟུགས་འཛིན་རྫས་བཞིན་གྱིས་འཁྲུལ་པའི་སྟོང་བ། གང་ཟག་རང་རྐྱ་འདུས་པའི་རྫས་གཅོད་འཁྲུལ་པའི་སྟོང་བ། ཡོངས་གྲུབ་དོན་དམ་བདེན་པ། ད་དོན་དམ་བདེན་པ་ལབ་དུས། དོན་དམ་བདེན་པ་དང་ཀུན་རྫོབ་བདེན་པ་ལབ་དུས། ད་དེ། སེམས་ཙམ་པའི་ལུགས་ལ་ཀུན་རྫོབ་བདེན་པ་ལབ་དུས། ད་དང་ད་དེ་རེད་ཡ། ཀུན་རྫོབ་བདེན་པའི་མཚན་ཉིད། རང་མངོན་སུམ་རྟོགས་པའི་མངོན་སུམ་ཚད་མས། གཉིས་སྣང་དང་བཅས་པའི་སྒོ་ནས་རྟོགས་པར་བྱ་བ། གསལ་བྱེད།

དྲི་གསར་བ་དེ། སེམས་ཙམ་པའི་སེམས་ཙམ་པའི་ལུགས་ལ་དེ་ལྟར་བདེན་པ་གཉིས་ཀྱི་རྣམ་གཞག་དེ་ཉིད་མཚན་ཉིད་གསུམ་གྱི་རྣམ་གཞག་སྦྱོར་རོ། དེ་ལ་དགོངས་གཞི་བྱ་བས་ན་དོན་དམ་བདེན་པ་ག་རེ་རེད་ཀུན་རྫོབ་བདེན་པ་ག་རེ་ལ་བས་ན། གཞན་དབང་དང་ཀུན་བརྟགས་གཉིས་དེ་ཀུན་རྫོབ་བདེན་པ་བྱེད་ཡོངས་གྲུབ་དེ་དོན་དམ་བདེན་པ་བྱེད། ད་དོན་དམ་བདེན་པ་དང་ཀུན་རྫོབ་བདེན་པའི་ཁྱད་པར་ག་རེ་རེད་ཟེར་ན་ད་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་ཡུལ་ཡིན་དང་མ་ཡིན་གསལ་བྱེད། རེ་བ་དང། སེམས་ཙམ་པའི་ལུགས་ལ་དེ་ཡིན་ས་རེད། དོན་སྙིང་དངོས་སུ། གཟུང་འཛིན་རྩི་ཤིང་གཅིག་སྤྲུལ་པའི་སྟོང་བ། གང་ཟག་དག་མའི་མངོན་སུམ་དུ་འཕོ་བའི་མཉམ་གཞག་ཡེ་ཤེས་ཀྱི་ཡུལ་ཡིན་པ་གཅིག་ལ་དོ་དམ་བསྟན་པ། ད་སོ་སོའི་སྐྱེ་བོ་གིས་དབང་པོ་ཤེས་པའི་ཡུལ་དང། རེ་བ། རྒྱུ་དང་རྐྱེན་གྱི་སྟོབས་ཀྱིས་སྐྱེས་པའི་ཆོས་གཅིག་ཡིན་ཙམ་ཀུན་རྫོབ་བསྟན་པ། ཟད་ཅིག། དེ་བྱ་བ་ཡིན་ས་རེད། རེ་བ། དེ་ནས་ཀུན་བརྟགས་ཟེར་དུས་རྟོག་པའི་བདག་ཙམ། ཟད་ཅིག། སྒྲོ་བཏགས་ཙམ་གཟིགས་པར་རྟོག་གེའི་རྟགས་ཙམ་དུ་ཆེད་ལ་ཡོད་འདོད་རྟོག་བཏགས་ལ་ཡོད་འདོད་ག་ལ་ད་ཀུན་རྫོབ་བདེན་པ། ཞེས་གདའ། དེ་འདྲ་བྱས་ཤག། ད། དེ་སེམས་ཙམ་པའི་ལུགས་རེད་བ། ད་སེམས་ཙམ་པའི་ལུགས་ལས་ད་དབུ་མ་པའི་ལུགས་ལབ་དུས་དབུ་མ་པ་ལབ་དུས་བདེན་པར་གྲོལ་བ་ཐ་སྙད་དོན་མི་འདོད་པ་ཟེར་གྱི། བདེན་པར་གྲོལ་བ་ཟེར་གྱི། བློས་མ་ཤར་བར་ཡུལ་གྱི་ངོས་ནས་གྲོལ་བ་ཅེས་ཁས་ལེན་གྱི་ཡོད་མ་རེད།

དོགས་གཞི་ཇི་བཞིན། ད་དེ་སེམས་ཙམ་པ་དང་མི་འདྲ་བའི་ཁྱད་པར་ག་རེ་ཡོད་ལབ་མེད་ན། སེམས་ཙམ་པའི་ལུགས་ལ་གང་ཟག་བདག་མེད་དོ་དམ་ལྡན་པ་ཁས་ལེན་གྱི་ཡོད་ར། གང་ཟག་བདག་མེད་དོ་དམ་ལྡན་པ་ཁས་ལེན་གྱི་ཡོད་རེད། འགོག་བདེན་དོ་དམ་ལྡན་པ་ཁས་ལེན་གྱི་ཡོད་ར། ད་རང་རྒྱུད་པའི་ལུགས་ལའང་ཆ་གཉིས་བྱས་འདུག་གང་ཟག་བདག་མེད་དོ་དམ་ལྡན་པ་ཁས་ལེན་གྱི་ཡོད་མ་རེད་ཀུན་རྫོབ་བདེན་པ། རེད་བ། འགོག་བདེན་དེ་ལ། ཉན་ཐོས་དགྲ་བཅོམ་པའི་རྒྱུད་ཀྱི་འགོག་བདེན་དང་སངས་རྒྱས་རྒྱུད་ཀྱི་འགོག་བདེན་གཉིས་ཆ་ཕྱེས་ནས། དེ་ནས་སངས་རྒྱས་རྒྱུད་ཀྱི་འགོག་བདེན་དེ་དོན་དམ་བདེན་པ། ཉན་རང་དགྲ་བཅོམ་པའི་རྒྱུད་ཀྱི་འགོག་བདེན་དེ་ཀུན་རྫོབ་བདེན་པ་ཟེར། ད་དེ་འདྲའི་ཁྱད་པར་ཆིག་འདུག། དེ་ཡིན་དུས་མཚན་ཉིད་དེ་ཕལ་ཆེར་མཚན་ཉིད་དེ་སེམས་ཙམ་པ་དང་གཅིག་པ་རེད། དོན་དམ་བདེན་པའི་མཚན་ཉིད་དང་ཀུན་རྫོབ་བདེན་པའི་མཚན་ཉིད་དེ་གཅིག་པ་ཤར་འདུག།

དེ་ཟེར་ནས་ད་དངོས་གནས་མ་འོངས་པ་ང་ཚོ་ཐུག་གི་རེད་བ་དེ་ཡིན་དུས་དེ་མ་མཁྱེན་པ་དེ་འདྲས་ཡོད་ན་ཟིན་བྲིས་བཏབ་རོགས་དེ་འདྲས་བྲེལ་བ་གནང་དུ་ནས་ཨ་ཁུ་དོ་གྲུབ་རྟགས་གང་ཟེར་ད་ང་ཚོའི་ད་ལྟ་གྲུབ་རྟགས་ཀྱི་སྐབས་ཀྱི་བདེན་གཉིས་ཀྱི་ངོ་སྤྲོད་བྱས་ཡོད་དུས་གྲུབ་རྟགས་གཅིག་ཟེར་ན་མ་གཏོགས་ད་མེད་རེད་ཤག་གྲུབ་རྟགས་རིན་ཆེན་ཕྲེང་བ་ཉུང་ཉུང་གཅིག་མ་གཏོགས་མེད་བ

དེ་ནས་ཡང་ཡང་བྱས་ཏེ་ཏིང་ངེ་ཁ་སང་ཞུས་པའི་ནང་བཞིན་བྱས་ནས་གྲུབ་མཐའ་འོག་མ་འོག་མ་སྟེ་གྲུབ་མཐའ་གོང་མ་གོང་མ་གི་ལྟ་བ་གཉིས་ཡལ་ལ་ལྟ་བག་སྟེ་འདྲ་བོ་ཅིག་གཞི་རྟེན་འདྲ་བོ་ཅིག་རེད། དེ་ཡལ་བར་དོར་རྒྱུ་ཡོད་མ་རེད། འོ་དེ་ཐེག་དམན་གྱི་གྲུབ་མཐའ་སྨྲ་བ་རེད་བྱས་ནས་ཡལ་བར་དོར་དེ་འདྲ་བྱེད་རྒྱུ་ཡོད་མ་རེད་གསུངས་ལ། དེ་ཡིན་དུས་ད་བྱས་ཙང་གྲུབ་མཐའ་འོག་མ་དུས་སུ་དཀའ་ལས་ཁག་པོ་ཡོད་བསྡད་པ་དེ་དཀའ་ལས་བརྒྱབ་ནས་ཤེས་པ་ཡིན་ན་གྲུབ་མཐའ་གོང་མའི་གི་ལྟ་བ་དེ་གཉིས་ཡལ་ལ་ལས་ལྷག་ཡོད་རེད།

དཀའ་ལས་བརྒྱབ་ཅེས་ཚིག་བཀོལ་ཏེ་རྒྱུ་མཚན་འདི་རེ་བཤད། ཕྱི་མ་དང་ང་ཚོ་དང་པོ་ཁོ་རང་ནས་དབུ་མ་བས་ལྟ་བ་ཁོ་རང་ལྟར་གྲུབ་མཐའ་འོག་མ་གསུམ་མ་དང་ནི་འགྲིག་འདུག་ཨ། དེ་རེད་མི་འདུག་དང་པོ་ཁོ་རང་ནས་བའང་འགྲིག་ནི། གྲུབ་མཐའ་གོང་མ་གསུམ་འོག་མ་གསུམ་དེ་པས་དེ་མ་འགྲིག་ནི་གསུངས་འདུག་ཨ། དེ་འདྲའི་རེད་ད་དེ་ཡིན་དུས་ད་བྱས་ཙང་ག་རེ་ཤེས་ནས་མ་ཤེས་ནས་བདེན་པ་གཉིས་ཀྱི་རྣམ་གཞག་ཟེར་ཏེ་ཤེས་པ་ལ་གྲུབ་མཐའ་བཞི་གི་རྣམ་གཞག་དེ

ལས་ཉོན་གྱིས་བྱུང་བའི་ཕུང་པོ་ལས་ཉོན་གྱིས་བྱུང་བའི་དང་ལས་དང་ཉོན་མོངས་ཀྱི་སྟོབས་ཀྱིས་གྲུབ་སྟེ་ཡག་གི་དངོས་པོ་ཟག་བཅས་ཀྱི་དངོས་པོ་དེ་ཚོ་གང་སྡུག་བསྔལ་འདི་མ་བཞག་ཡོད་ར། ད་ང་ཚོ་དཔེར་ན། ཕུང་པོ་ལ་བྱ་བས་ན་ཉེ་བར་ལེན་པའི་ཕུང་པོ་དང་ད་ང་ཚོ་ཤེས་རབ་འདུས་བྱས་ཕུང་པོ་དེ་བྱ་བས་ན་དེ་སྔ་མའི་ལས་ཉོན་གྱི་དབང་གིས་བྱུང་བའི་ཕུང་པོ་ཆགས་ཏེ་ཡོད་ར། ད་དེ་སྡུག་བསྔལ་བདེན་པ་ཟིག་ཡོད་ར་སྡུག་བསྔལ་བདེན་པ་ཟད་ཀྱི་སྡུག་བསྔལ་གྱི་རྒྱུ། སྡུག་བསྔལ་གྱི་སྡུག་བསྔལ་གྱུར་བའི་སྡུག་བསྔལ་གྱི་རྒྱུ་དེ་ཆགས་ཏེ་ཡོད་ར་ད་ཉེ་བར་ལེན་པའི་ཕུང་པོ་དེ་ཆགས་དུ་ཡོད་རོ། ད་དེ་ཀུན་རྫོབ་བདེན་པར་བསླབ་དུས། ད། གྲུབ་མཐའ་གོང་མ་ལ་སྦྱར་བས་ན་ཀུན་རྫོབ་བདེན་པར་བསླབ་དུས་ང་རང་སོགས་ཕུང་པོ་ལ་ང་རང་སོགས་ལ་ག་རེ་གནང་དགོས་རེད་ཕུང་པོ་དེ། ཕུང་པོ་ཟད་དེ་གཅིག་གིས་ག་ལ་བར། རྒྱུས་སྔ་མ་གཅིག་གིས་ས་བྱས་ནས་རྒྱུས་སྔ་མ་གཅིག་གི་སྟོབས་ཀྱིས་གྲུ་འདེགས་པ་སོགས་རེ་གནང་གི་མི་འདུག་ང་ཚོ་ཕུང་པོ་བསླབ་དུས་དཔེ་དེ་རྫུ་གུ་བཙུགས་ས་ཡོད་པའི་བརྡ་རྙིང་ཕུང་པོ་ད་རིང་ཕུང་པོ་ཟེར་ང་ཚོ་རྫུ་གུ་བཙུགས་ས་ཅིག་ཆགས་ཀྱི་འདུག་ཆགས་བ་ན་ཞིག་བློ་ལ་ཞེན་གྱི་འདུག་ད་དེ་ལ། གཏི་མུག་བདེན་འཛིན་ཟེར་རེད།

སྡུག་བསྔལ་རྣམ་གྲངས་མང་པོ་ད་སྡུག་བསྔལ་བརྒྱད་ལ་སོགས་པ་དེ་འདྲ་ཡོང་དེ་ཡང་གང་ག་རྩ་བ་ཡོང་ས་དེ། དེ་ཡོང་དེ་ཡོང་དགོས་རོགས། ཁྱད་པར་འདུས་བྱས་ཀྱི་སྡུག་བསྔལ་ཕུང་པོ་དེ་ལ་བརྟེན་ནས་ཡོང་དགོས་རོགས། ད་དེ་ཀུན་རྫོབ་བདེན་པ་རེད་དོ། བདེན་པ་གཉིས་ནང་ནས་ཀུན་རྫོབ་བདེན་པ་རེད་དོ་དམ་བདེན་པ་རེད་ན་ཀུན་རྫོབ་བདེན་པ་རེད། དེ་འདྲ་ཞུ་ན་འགྲིག་གི་འདུག་བ།

ཀུན་རྫོབ་བདེན་པ་ཡིན་པའི་རྒྱུ་མཚན་དེ་ང་རང་སུ་ལ་སྣང་ཚུལ་གནས་ཚུལ་མི་མཐུན་པ་ཡིན་ཙང་ཀུན་རྫོབ་བདེན་པ་ང་རང་སུ་ལ་སྣང་བ་ནང་བཞིན་ང་རང་སུ་ལ་ག་རེ་སྣང་གི་ཡོད་རེད་ལབ་ན་རེ་བ། ཕུང་པོ་རང་ངོ་ནས་གྲུབ་པ་སྣང་གི་ཡོད་རེད་ད་ང་ཚོ་ལ་ཕུང་པོ་ལབ་དུས་ངའི་ཕུང་པོ་ལབ་དུས་རང་ངོ་ནས་གྲུབ་པ་སྣང་གི་ཡོད་རེད། སྣང་བ་ནང་བཞིན་རང་ངོ་ནས་གྲུབ་པ་རེད་པས་ཟེར་ན་མ་རེད་ལ་རེད། བདེན་དེ་ཀུན་རྫོབ་བདེན་པ་རེད། ཁ་སང་ཤོད་ཡིན་པ་སྣང་ཚུལ་གནས་ཚུལ་མཐུན་པ་དེ་དོ་དམ་བདེན་པ། སྣང་ཚུལ་གནས་ཚུལ་མི་མཐུན་པ་དེ་གོ་འཛོལ་བདེན་པ། སུ་ལ་རེད་ང་ཚོ་ལ་སྣང་ཚུལ་གནས་ཚུལ་མཐུན། སྣང་བ་དེ་སྣང་ཤེས་བདེན་པ་རེད་བས་མ་རེད། དོ་དམ་བདེན་པ་དེ་འཕགས་པའི་མཉམ་གཞག་ཡེ་ཤེས་ལ་སྣང་རྒྱུ་རེད། འཕགས་པའི་མཉམ་གཞག་ཡེ་ཤེས་ཟེར་དུས། སྟོང་ཉིད་མངོན་སུམ་དུ་རྟོགས་ཉིད་འཕགས་པའི་མཉམ་གཞག་ཡེ་ཤེས་ཟེར་ཇོ་རེད། ད་ཡག་གི་ལམ། ང་ཚོ། ཐེག་པ་ཆེན་པོ་ལ་ལམ་ལྔ་ཡོད་ར། ཚོགས་ལམ་སྦྱོར་ལམ་ཐོགས་ལམ་འགོག་ལམ་ཟེར་ཡོད་ར། དེའི་ནང་ནས་ཐོགས་ལམ་བས་ཀྱི་མཉམ་གཞག་གོ་ཐོགས་ལམ་སྟོང་ཉིད་ལ་མཉམ་པར་གཞག་པའི་མཉམ་གཞག་ཡེ་ཤེས་ཇོ་རེད། ད་དེ་ལ་སྟོང་པ་ཉིད་སྣང་བ་སྣང་ཤེས། དོན་ལ་རང་བཞིན་གྱིས་འཁྲུལ་བའི་ལྟུང་བ་ཡིན་ཙང་སྣང་ཚུལ་གནས་ཚུལ་ཐོན་པ་ཡིན་ཙང་ཐོས་ལམ་བདེན་པ་དེ་གང་ཟག་ལ་སྦྱར་དགོས་དོ། ཀུན་རྫོབ་བདེན་པ་ཡིན་དང་མིན་ཟེར་སྦྱོར། ཀུན་རྫོབ་བདེན་པ་རེད་དེ་ཀུན་རྫོབ་བདེན་པ་རེད་མ་རེད་ཟེར་ན་ཀུན་རྫོབ་བདེན་པ་ཆགས་ཀྱི་ཡོད་དཱ། དེ་འདྲ་བྱ་ཡོད་ན། དེ་ཡིན་དུས་དབུ་མ་འཇུག་པའི་ནང་ལོ། གཏི་མུག་རང་ཤེས་སྒྲིབ་བྱེད་ཀུན་རྫོབ་སྟེ་ཟེར་དོ། གཏི་མུག་ཟེར་དེ། དངོས་པོ་གནས་ལུགས་མཐོང་བ་ལ་སྒྲིབ་གཉེན་གྱི་བློ་རེད། དེའི་ངོགས་ལ་བདེན་པ། དེའི་ངོགས་ལ་གནས་པ་ཅིག་དེ་ལ་ཀུན་རྫོབ་བདེན་པ། དེ་ཡིན་དུས་ད་ལྟ་འདི་རང་རྒྱུད་པའི་ལུགས་ལ་ཀུན་རྫོབ་བདེན་པ་ཟེར་གྱི་ཞོར་ལ་བས་ན་ཀུན་རྫོབ་བདེན་པའི་མཚན་ཉིད་དང་ཀུན་རྫོབ་བདེན་པའི་མཚན་གཞི་ཞོར་ལ་བས་ན་ད་ཀུན་རྫོབ་བདེན་པའི་མཚན་གཞི་ཞོར་ལ་ན་ད་ལྟ་འདི་རེག་ཕུང་པོ་ལྔ་དང་དུ་ཞག་རེ་རོ་སོ་གའི་ཕུང་པོ་ནས་རྣམ་ཤེས་ཕུང་པོ་བར་ཕུང་པོ་ལྔ་ཀུན་རྫོབ་བདེན་པ་རེད།

སྣང་ཚུལ་གནས་ཚུལ།
སྣང་ཚུལ་གནས་ཚུལ་ཡོད་རེད་བ། སྣང་ཚུལ་གནས་ཚུལ་དོན་དག་དེ་ག་རེད་ཟེར་ན། ང་ཚོས་ཡོད་རེད་བ་དཔེར་ན། ཁྱེད་རང་སོགས་ཀྱིས་ངའི་སྒོས་ཕུང་པོ་སྣང་གི་ཡོད་རེད་བ། ཁྱེད་རང་སོགས་ཕུང་པོ་མཐོང་གི་འདུག་བ། མཐོང་གི་རེད་བ། མཐོང་བ་དེས་ངའི་ཕུང་པོ་མཐོང་ཡོང་དུས་ཁྱོད་ཚོ་ལ་ག་རེ་སྣང་གི་ཡོད་ལབ་ན། ཕུང་པོ་ལབ་དུས་ང་རང་གིས་ཕ་མའི་ཁུ་ཁྲག་དང་མང་པོ་ཞིག་བསགས་བྱས་ནས་གྲུབ་བསྡད་པ་ཞིག་སྣང་གི་ཡོད་མ་རེད་པས། ཐོབ་དེ་ཐོབ་དེ་གྲུབ་བསྡད་པ་སོགས་སྣང་གི་འདུག་བ། ཁོག་གི་ཕུང་པོ་ཟེར། ཡོད་རེད་ཡོད་མ་རེད་འདི་འདྲ་སྣང་གི་ཡོད་རེད་ཡོད་མ་རེད་ང་ཚོ་ལ། མི་ཤེས་ལ་དེ་གནང་གི་ཡོད་རེད་ལམ་སང་མཐོང་གི་འདུག་ཁོ་ཁོའི་ཕུང་པོ་ཟས་ཀྱི་འདུག་དེ་ནང་བཞིན་གནང་བ་དེ་ནང་བཞིན་ཕུང་པོ་དེ་དེ་ག་རང་ཡོད་རེད་བས་ཟེར་ན་ཡོད་མ་རེད། གནས་ཚུལ་ལ་ཁོ་རྒྱུ་རྐྱེན་མང་པོ་ཞིག་སྟོབས་ཀྱིས་བསྒྲུབས་པ་མ་གཏོགས་བསྟུན་མེད་རང་དབང་དུ་གྲུབ་པ་ཅིག་ཡོད་མ་རེད། གནས་ཚུལ་ལ་བསྟུན་མེད་རང་དབང་དུ་གྲུབ་ཡོད་མ་རེད་བསྟུན་ནས་གྲུབ་པ་རེད། རྒྱུ་དང་རྐྱེན་མང་པོ་ཞིག་ལ་བརྟེན་ནས་གྲུབ་པ་རེད། ཡིན་ན་ཡང་ང་ཚོ་ལ་གནང་ཡོད་དུས་བསྟུན་མེད་རང་དབང་དུ་གྲུབ་པ་ཞིག་གནང་གི་ཡོད་རེད། ར། ལྟོས་མེད་རང་དབང་དུ་གྲོལ་བ་རྣ་བ་ན་བཞིན་ཁོ་ལྟོས་མེད་རང་དབང་དུ་གྲོལ་བ་ཅིག་རེད་བས་ན་དེ་མ་རེད། དེ་ཡིན་དུས་གནས་ཚུལ་ལ་དེ་ཡོད་མ་རེད། ར། ལྟོས་མེད་རང་དབང་དུ་གྲོལ་བ་ཅིག་ཡོད་མ་རེད། བྱས་ཙང་སྣང་ཚུལ་གནས་ཚུལ་མི་མཐུན་པ་དེ་རེད། ང་ཚོའི་ངོ་ལ། ང་ཚོའི་ངོ་ལ་རྣ་བ་རང་དབང་ནས་ལྟོས་མེད་རང་དབང་དུ་གྲོལ་བ་རྣ་བ་ན་བཞིན་དོན་ལ་ལྟོས་མེད་རང་དབང་དུ་གྲོལ་མེད་པ་ཡིན་ཙང་སྣང་ཚུལ་གནས་ཚུལ་མི་མཐུན་པ། བྱས་ཙང་ད་དེ་གཞི་དེ་ཀུན་རྫོབ་བདེན་པ་རེད། ད་སྣང་ཚུལ་གནས་ཚུལ་མཐུན་པ་གསལ་བྱོས། སྣང་ཚུལ་གནས་ཚུལ་མཐུན་པ་ལབ་དུས་ལམ་བསླབ་ནས། དེ་ནས་སྡུག་སྙིང་མངོན་སུམ་དུ་རྟོགས་པ་གསལ་བྱོས། དཔེར་ན་ཕུང་སོགས་ལ་སོགས་པ་དཔྱད་པ་བྱས་ནས་རོ་གང་འདྲ་ཞིག་འདུག་དཔྱད་པ་བྱས་ནས་ཁོག་རང་བཞིན་གྱིས་འཁྲུལ་མི་འདུག་ང་ཚོའི་བློ་ལ་རང་བཞིན་གྱིས་འཁྲུལ་བར་སྣང་གི་འདུག་སྣང་བ་ན་ཞིག་མི་འདུག་བསམ་པའི་བློ་ཅིག་ཡོད་རོ། སྣང་བ་ན་ཞིག་མི་འདུག་བསམ་པའི་བློ་ཅིག་ཡོད་རོ། དེས་གོམས་འདྲིས་བསྟན་གོམས་འདྲིས་བསྟན་ནས་དེ་ནས་མཐར་ལ་ཡང་འབད་དེ་དོན་སྤྱི་དང་མ་འབྲེལ་བ་སེལ་དུས་གོ་ལ་ངང་ངང་ཤུགས་ཤུགས་ཀྱིས་སྡུག་སྙིང་མངོན་སུམ་རྟོགས་ཡ་གྱི་ཡོད་རེད། སྟོང་ཉིད་དཔལ་ཏེ་ང་ཚོའི་གི་དཔལ་ཏེ་ཅོག་ཙེ་འདྲ་བ་མངོན་སུམ་མཐོང་བ་ནང་བཞིན་བློ་ལ་ཡང་དཔལ་ཏེ་ཆོས་ཅན་ག་རེ་ཤར་བས་ན་དེ་ལྟོས་མེད་རང་དབང་དུ་གྲོལ་མི་འདུག་བསམ་པའི་བློ་དེ་མངོན་སུམ་དུ་རྟོགས་ཡ་འཇོག་རེད་ད། སྟོང་པ་ཉིད་རང་བཞིན་གྱིས་གྲོལ་བའི་སྟོང་བ་རེད་བསམ་པའི་བློ་དེ་མངོན་སུམ་དུ་ཤར་ཡ་འཇོག་རེད། དེའི་ཁ་དོག་དེ་ལ་དེ་ནས་འཕགས་པའི་ཉམས། དེ་འདྲ་བའི་སྟོང་ཉིད་མངོན་སུམ་རྟོགས་པའི་བློ་དེ་ལ། བློ་དེ་ལ། དེ་ནས་ཆོས་དེ་དང་དེ་རང་བཞིན་གྱིས་མ་གྲོལ་བར་སྣང་བ་ནང་བཞིན། དེ་ནས་གཞི་ཡི་ཆ་ནས་རང་བཞིན་གྱིས་མ་གྲོལ་བ་ཡིན་ཙང་སྣང་ཚུལ་གནས་ཚུལ་མཐུན་པ། དེ་ལ་དོ་དམ་ལྡན་པ། འཕགས་པའི་མཉམ་གཞག་ཡེ་ཤེས་ལ། རང་བཞིན་གྱིས་འཁྲུལ་པའི་སྟོང་བ་སྣང་བ་ནང་བཞིན། དོན་ལ། རང་བཞིན་གྱིས་མ་གྲོལ་བ་ཡིན་ཙང། སྣང་ཚུལ་གནས་ཚུལ་མཐུན་པ་ཡིན་ཙང་དེ་འབྲེལ་བའི། ཡུལ་སྟོང་པ་ཉིད་དེ་ལ་སྣང་ཚུལ་གནས་ཚུལ་མཐུན་པ། དོ་དམ་ལྡན་པ། དོན་དང་ལྡན་པ། དོན་དམ་པར་གཟིགས་རོགས། དོན་དམ་བདེན་པ། མཁྱེན་བཟང་ལ། སྟོང་པ་ཉིད་དེ། སྟོང་པ་ཉིད་ལ་དོན་དམ་བདེན་པ་ལ་གཟིགས་ལ་རོགས། སྟོང་པ་ཉིད་དོན་དམ་བདེན་པ་ཡིན་ཙང་སྟོང་ཉིད་སྣང་བརྙན་དེ་སུས་རེད་ཟེར་ན་ང་ཚོ་ནམ་རྒྱུན་དེ་ཡོད་པ་གར་སོང་རེད། ཡུམ་གྱིས་བསྟོད་པ། སྲས་སྒྲ་གཅན་འཛིན་གྱིས་གསུངས་ཤེས་བྱུང་ང་ཚོ་ནམ་རྒྱུན་ཤེས་རབ་སྙིང་པོ་དབུ་ལས་བཅུག་ཡོད། སྨྲ་བསམ་བརྗོད་མེད་ཤེས་རབ་ཕ་རོལ་ཕྱིན། མ་སྐྱེས་མི་དགའ་ནམ་མཁའི་ངོ་བོ་ཉིད། སོ་སོ་རང་རིག་ཡེ་ཤེས་སྤྱོད་ཡུལ་མ། དུས་གསུམ་རྒྱལ་བའི་ཡུམ་ལ་ཕྱག་འཚལ་ལོ་ཟེར་བྱ་བ། དེ་ཡིན་དུས་སྨྲ་བསམ་བརྗོད་མེད་ཟེར་དུས་ག་ལ་བར་སེ་ན། སྨྲ་བསམ་ཟེར་དུས་ག་ལ། སྨྲ་ཟེར་དུས་ག་ལ་ང་རང་སོ་གེའི་སྟོང་པ་ཉིད་གསལ་ཏེ་ཕྱི་མ་ཞིག་ཤེས་ཤེས་ཀྱི་ཡོད་མ་རེད། སྟོང་ཉིད་ཀྱི། གྲགས་སྟོང་སྦྱོར་ར། དེ་ཕྱི་མ་ཞིག་ང་ཚོས་ཤེས་མི་ཤེས། ཤེས་མི་ཤེས་པ་ཙམ་མ་ཟད་ང་རང་སོ་རྟོག་པ་སྦྱོར་ར་ད་བློ་གི་ཇི་ལྟ་བ་བཞིན་བསམ་མ་ཐུབ་པ། སྨྲ་བསམ་བརྗོད་མེད་ཟེར། བསམ་མ་ཐོབ་བརྗོད་མ་ཤེས་ཉེས། སྨྲ་བསམ་བརྗོད་མེད་རེད་ལབ་དུས་ང་ཚོ་ག་རེད། ཤོད་བཤད་ཁོ་ར་ཡོག་མ་རེད་ཟེར་འཇོག་ར། ད་ཤོད་བཤད་ཉེས་སུ་རེད་ལབ་ན་འཕགས་པའི་མཉམ་བཞག་པ་དུ་སུ་རེད། མཉམ་བཞག་པ་དུ་ཚོ་སྟོང་ཉིད་མངོན་སུམ་རྟོགས་འདོད་དུས་ད་སྟོང་ཉིད་ཟེར་ཉེས་འདི་འདྲ་ཅིག་ཡོག་རེད་ཟེར་ཏེ་དངོས་གནས་ཁོ་ར་ང་ཚོ་གི་མིག་ལ་མཐོང་མིག་ལ་མཐོང་ཡ་ཡོད་པ་སུ་རེད་ཤེས་ཤེས་ཡ་ཅིག་ལ་འཕགས་པའི་མཉམ་བཞག་པ་དུ་ཚོ་མ་གཏོགས་སོ་སོ་སྐྱེ་བོ་རྣམས་ཀྱིས་ཤེས་ཤེས་ཡ་མེད་དེ་ཉེས་དེ་ཡིག་དོང་ཇི་ལྟ་བ་བཞིན་དུ་བསམ་མ་ཐོབ་པ་ཡིན་ཙང་སྨྲ་བསམ་བརྗོད་མེད་ཟེར། ལགས་འདུག། སྨྲ་བསམ་བརྗོད་མེད་ཤེས་རབ་ཕ་རོལ་ཕྱིན། ཤེས་རབ་ཕ་རོལ་ཕྱིན་ཟེར་ནི་སྟོང་ཉིད་འདོད་པའི་ཤེས་རབ་རེད་ག་ཚང་ང་ཚོ་ཡུལ་ཅན་བློ་ལ་འཇགས་པས་ན་སྟོང་ཉིད་འདོད་པའི་ཤེས་རབ་རེད་བ། མ་སྐྱེས་མི་དགའ་ནང་ངའི་ངོ་བོ་ཉིད་གསུངས་འདུག། ནང་བ་ཟེར་དུས་ག་རེ་བ། ནང་བ་ཟེར་དུས་མ་གཅིག་ནང་དགའ་ལབ་དུས། ཐོག་ཡ་མེད་དེ་ཉིད་རིག་ཡ་མེད་དེ་ཉིད་བཀག་ཙམ་ཆགས་དེ་ལ་ནང་དགའ་ས་རྟག་པ་རེད་བ། ད། ནང་ག་ཟེར་མཐོ་བ་དང་རེག་པ་བཀག་ཙམ་གྱི་ཆ་ལ་ནང་ག་ཟེར་སླ་བ་ནང་བཞིན་སྟོང་ཉིད་ཟེར་དུས། བདེན་པ་འཕྲོས་པ་སྟོང་བས་བདེན་པ་འཕྲོས་པ་བཀག་ཙམ་གྱི་ཆ་དེ་ལ་སྟོང་ཉིད་ཟེར་བ་དང། སྟོན་མེད་རང་དབང་དུ་འཕྲོས་པའི་སྟོང་བ་སྟོན་མེད་རང་དབང་དུ་འཕྲོས་པ་དེ་བཀག་ཙམ་གྱི་ཆ་དེ་ལ་སྟོང་ཉིད། ད་སྟོང་ཉིད་ངོ་སྤྲོད་བྱེད་ཀྱི་ཡོད་དེ། ནམ་མཁའི་ངོ་བོ་ཉིད་ཟེར་དུས། ནམ་མཁའ་ཟེར་དེ་མཐོ་རིས་བཀག་ཙམ་གྱི་ཆ་དེ་ལ་ནམ་མཁའ་བཏགས་པར་བ། དེས་ན་ཤེས་བྱ་སྟོང་ཉིད་ཟེར་དེ་ག་འདྲ་བྱ་བར་སོང་ན་དགག་བྱ་བདེན་པ་འཕྲོས་པ་བཀག་ཙམ་གྱི་ཆ་དེ་ལ་སྟོང་ཉིད། བདག་ནི་སྟོང་ཉིད་ཡུལ་དུ་བྱས་ནས་ཡུལ་ཅན་བློ་གསོས་རེད་ཟེར་ན། སོ་སོ་རང་རེ་ཡེ་ཤེས་སྤྱོད་ཡུལ་མ་ཟིག་དོ། མ་སྐྱེས་མི་ཁ་ནམ་མཁའི་ངོ་བོ་ཉིད་ཟེར་ཕྱིར། སྟོང་ཉིད་ངོ་སྤྲོད་དེ་བྱས། ནི་སྟོང་ཉིད་དེ་སུའི་ཡུལ་དུ་བྱེད་ཀྱི་རེད་སྟོང་ཉིད་སུས་ཤེས་ཀྱི་རེད་ལབ་ན། སོ་སོ་རང་རེ་ཡེ་ཤེས་སྤྱོད་ཡུལ་མ་ལབ་དུས་སྟོང་ཉིད་མངོན་སུམ་དུ་རྟོགས་ཉིད་འཕགས་པའི་མཉམ་གཞག་ཡེ་ཤེས། དེ་གའི་ཡུལ་དུ་བྱེད་ཀྱི་རེད། དེ་མ་གཏོགས་སོ་སོ་སྐྱེ་བོ་རྣམས་ཀྱིས་རྟོགས་པའི་གི་སམ། རྟོགས་ཐོག་གི་མ་རེད། ཇི་ལྟ་བ་བཞིན་རྟོགས་ཐོག་གི་མ་རེད། སོ་སོ་རང་རིག་གཞི་བཅུ་ཡོད་མ། དུས་གསུམ་རྒྱལ་བའི་ཡུམ་ལ་ཕྱག་འཚལ་ལོ། ཟེར། ད་དུས་གསུམ་རྒྱལ་བའི་ཡུམ་ཟེར་དེ་སྟོང་ཉིད་འདུས་པའི་ཤེས་རབ་དེ་རེད། དེས་མ་འོངས་ཀྱི་སངས་རྒྱས་ཐམས་ཅད་སྟོང་ཉིད་འདུས་པའི་ཤེས་རབ་དེ་ལ་བརྟེན་ནས་དེ་ནས་སྒོ་ཞིག་ཐོབ་པ་རེད། དེ་ཡིན་དུས་ད་བྱས་ཙང་ད་སྟོང་ཉིད་ཡོད་དུས་བྱེད་ཉན་གྱི་བློ་དེ་ལ། སོ་སོ་རང་རིག་ཡེ་ཤེས་བཅུ་ཡོད་མ་ཟེར་དེ་འཕགས་པའི་མཉམ་གཞག་ཡེ་ཤེས། ད་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་བཅུའི་ཕྱིར་འདོད་པ་ཡིན་ཙང་འཕགས་པའི་མཉམ་གཞག་ཡེ་ཤེས་ལ་བདེན་པ་མེད་པར་སྣང་ཞིང་དོན་ལ་ཡང་བདེན་པ་མེད། དོན་ལ་ཡང་བདེན་པ་མ་འཕྲོད་པ། བདེན་པ་འཕྲོད་པའམ་གར་ས་བདེན་པ་མ་འཕྲོད་པ་ཡིན་ཙང་སྣང་ཚུལ་གནས་ཚུལ་མཐུན་པ་ཟེར་དུས་དེ་རེད། དོན་དམ་བདེན་པ་ལ་སྣང་ཚུལ་གནས་ཚུལ་མཐུན་པ། སྟོང་ཉིད་སྣང་ཚུལ་གནས་ཚུལ་མཐུན་པ། ཀུན་རྫོབ་བདེན་པ་སྣང་ཚུལ་གནས་ཚུལ་མི་མཐུན་པ།

ད་ང་ཚོ་ཐབས་ཤེས་གཉིས་དང་གཞི་བདེན་པ་གཉིས་ལ་བྱེད་རོ། ལམ་ཐབས་ཤེས་གཉིས་ཟེར་གྱི་དོ། ལམ་ཐབས་ཤེས་གཉིས་དེ་ལ་ཡུམ་སྲས། ཡུམ། ཡུམ། ཡབ། ཟེར་གྱི། བྱང་ཆུབ་སེམས་དེ་ལ་ཡབ་བྱེད། སྟོང་ཉིད་འདུས་པའི་ཤེས་རབ་དེ་ལ་ཡུམ་བཞག་གི་འདུག་བྱས་ཙང་དུས་གསུམ་ཡུམ་ལག་དགོས་རྒྱུ་མཚན་ག་རེ་ལ། སྟོང་ཉིད་འདུས་པའི་ཤེས་རབ་ལ་ཡུམ་ལག་དགོས་རྒྱུ་མཚན་དང་བྱང་ཆུབ་སེམས་ལ་ཕ་ལག་དགོས་རྒྱུ་མཚན་ག་རེ་ཟེར་ན།

ལྟར་མང་པོ་ཞིག་དེ་བྱང་ཆུབ་སེམས་རྒྱུད་ལ་སྐྱེས་པ་ལ་གོ་རེ་མང་པོ་ཞིག་འགྲོ་བ་རེད་བ། དང་པོ་རང་ལ་བསམ་བློ་བཏང། རང་བདེ་བ་འདོད་པ་རེད་སྡུག་བསྔལ་མི་འདོད་པ་རེད་བ། བདེ་བ་འདོད་ཀྱི་ཡོད་རེད་སྡུག་བསྔལ་འདོད་ཀྱི་ཡོད་མ་རེད་དེ་ནས་སྒོ་ཀུན་ནས་རང་བདེ་བ་བདེ་འདོད་ཀྱི་བློ་སྐྱེ་སྡུག་བསྔལ་ཕྲན་འདོད་ཀྱི་བློ་དུས་ནམ་ཡང་སྐྱེ་རེད་བ། སྐྱེ་གི་རེད་བ་ད། སྒོམ་སྒོམ། རང་བདེ་བ་ཐོབ་ཡག་གི་སྨོན་ལམ་བརྒྱབ། སྡུག་བསྔལ་བྲལ་ཡག་གི་སྨོན་ལམ་བརྒྱབ། སྡུག་བསྔལ་ཕྲན་འདོད་ཀྱི་བློ་སྐྱེ། བདེ་བ་བདེ་འདོད་ཀྱི་བློ་སྐྱེ་ཉི་མ་རྟག་པར་སྒོམ་པས་ན་སོ་སོ་ལ་ཞི་བ་སྐྱེ་གི་རེད་བ། ད་བདེ་བ་དེ་འདུག་གི་ལོ་སྡུག་བསྔལ་ཕྲན་འདུག་གི་ལོ་བཞི་བཅུ་བསྐུམ་པའི་སྐབས་ལ་དེ་ནས་ཁ་སྤོས་ནས། ཁ་ཕག་སྤོས་ནས་ར། དེ་ནས་སེམས་ཅན་ལ་ཕག་ཁ་སྤོས་ནས་སེམས་ཅན་ཡང་རང་དང་གཅིག་པ་རེད། བདེ་བ་འདོད་པ་གཅིག་པར་སྡུག་བསྔལ་མི་འདོད་པ་གཅིག་པ་རེད། བདེ་བ་དང་བརྟེན་པར་གྱུར་ཅིག་སྡུག་བསྔལ་དང་བྲལ་བར་གྱུར་ཅིག་བསམ་པའི་བློ་དེ་ཡང་ཡང་བསྒོམས་པས་ན། དེ་ནས་གཞན་ལ་བརྩེ་བའི་བློ་གཅིག་གི་ར། གཞན་ལ་བརྩེ་བའི་བློ་བཅོས་མ་མ་ཡིན་པ་སྐྱེས། བཅོས་མ་མ་ཡིན་པ་ཟེར་དུས་སེམས་ཅན་མཐོང་བའི་མདུན་ནས་བརྩེ་བ་སླེ་ཡ་གྱི། རེད་བ། དེ་འདྲ་གྱི་བློ་སླེ་ཡིན་དུས་དེ་ནས་ཡང་ལྷག་བསམ་སླེ་ཡ་གྱི་ཡོད་རེད་ད། སྙིང་རྗེ་ཆེན་པོ་གཅིག་སྐྱེས། སྙིང་རྗེའི་དཀྱིལ་ཡུལ་འདི་འདི་ནི་ལྷག་བསམ་ལས་ཡ་གཅིག་འདུ་བ། ལྷག་བསམ་ཟེར་དུས་ཁ་རོག་གེར་དོན་དག་ངས་བྱེད་བསམ་པའི་བློ་གཅིག་ལེགས་གྱུར་བ། སེམས་ཅན་བདེ་བ་བདེན་དོན་གྱི་བློ། སེམས་ཅན་བདེ་བ་བདེན་པ་ངས་བྱེད་གོ་སྡུག་བསྔལ་དང་བྲལ་བ་ངས་བྱེད་གོ་བསམ་པའི་ལྷག་བསམ་ལེགས་གྱུར་བ། ལྷག་བསམ་ལེགས་ཡིན་དུས་དེའི་རྗེས་ལ་གར་ལེགས་ཟེར་ན་ལྷག་བསམ་ལེགས་པའི་རྗེས་ལ་སེམས་ཅན་བདེ་བ་ཐོབ་པར་བྱེད་ཡ་གཅིག་དང་སྡུག་བསྔལ་བྲལ་བ་གཅིག་ང་ལ་འདུག་མི་འདུག་ཐབས་ཤེས་བྱེད་ཡ་གི་ནུས་བ་འདུག་མི་འདུག། ནུས་པ་མེད་པ་ཞིག་རག་ནུས་པ་ཡོད་མ་རག། ང་ཚོ་ལ་ནུས་པ་གང་ཡོད་མ་རག། ད་ནུས་པ་ཡོད་པ་སུ་རེད་ཟེར་ན་སངས་རྒྱས་རེད། སངས་རྒྱས་ཀྱི་གོ་འཕང་ཐོབ་ཟེར་ན་སེམས་ཅན་ཀུན་ལ་ད་གི་ཁམས་དུ་མུར་བ་ཞིག་འདུས་ད་བདེ་བ་ཐོབ་པར་བྱེད་ཡག་ཅིག་ད་སྡུག་བསྔལ་བྲལ་བར་བྱེད་ཡག་ཅིག་བྱེད་ཡག་གི་ནུས་པ་ཆ་ཚང་ཚང་ཡོད་རག་ད་ངས་ཐོབ་དགོས་ཀྱི་འདུག་བསམ་པའི་བློ་ཅིག་འདུག་ད་ངས་ཅི་ནས་ཀྱང་སངས་རྒྱས་ཀྱི་གོ་འཕང་ཅི་ནས་ཀྱང་ཐོབ་དགོས་ཀྱི་འདུག་བསམ་པའི་བློ་དེ་ལ་བྱང་ཆུབ་ཀྱི་སེམས་བསགས། ར། ད་བྱང་ཆུབ་ཀྱི་སེམས་སྐྱེས་ཚར་སོང་ན། བྱང་ཆུབ་ཀྱི་སེམས་ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་སངས་རྒྱས་གོ་འཕང་ཐོབ་པ་བྱིན་བསམ་པའི་བློ་དེ་སྐྱེས་ཚར་བའི་རྗེས་ལ། དེ་ནས་རང་ཉིད་ག་རེ་ཐོབ་གི་རེད་ཐོབ་བྱ་ག་རེ་ཐོབ་གི་རེད། སངས་རྒྱས་གོ་འཕང་མ་གཏོགས། ཉན་ཐོས་ཀྱི་ཐེག་པ་དམན་པའི་དགྲ་བཅོམ་སོགས་རེ་ཐོབ་གི་རེད་ཐོབ་ཡ་མ་ར། དུས་ནམ་ཡང་ཐོབ་གི་མ་ར། ཐེག་པ་དམན་པའི་དགྲ་བཅོམ་པའི་གོ་འཕང་ཐོབ་ཡ་མི་འདུག་ཨ། དེ་ལ་ཐེག་ཆེན་ཁོ་རང་གི་འབྲས་བུ་མཐར་ཐུག་སངས་རྒྱས་གོ་འཕང་དེ་མ་གཏོགས་ཐོབ་ཡས་ཡོད་མ་ར། བྱས་ཙང་དེ་ལ་ཡང་བྱང་ཆུབ་སེམས་དེ་ལ་ཕག་ཟིག་འདུ་བ། དཔེར་ན་ང་རང་སུ་འཇིག་རྟེན་གྱི་མིར་བྱ་བས་ན། མི་དེའི་རིགས་དེ་རྒྱལ་རིགས་དང་བྲམ་ཟེའི་རིགས་དང་དེ་འདྲས་ཡིན་ན་སྤྲུལ་སྐུ་དེ་ཡང་རིགས་དེའི་ཀྱིག་རེ་མ་གཏོགས་གཞན་པའི་རིགས་སྐྱེ་ཡས་མི་འདུ་བ། སྐྱེ་ཡས་མི་འདུ་བ། དེ་འདྲའི་རིགས་དེ་ག་རང་གི་དེ་ག་སྐྱེ་གི་ཡོད་པ་ནང་བཞིན་བྱང་ཆུབ་སེམས་ཀྱི་ཐོབ་བྱའི་སངས་རྒྱས་མ་གཏོགས་ཉིད་དུས་རང་རྒྱལ་གྱི་དགྲ་བཅོམ་པའི་གོ་འཕང་ཐོབ་ཡས་མེད་པ་ཡིན་དུས་ཕག་ཟིག་པས་བྱས་གོ། ད་དུང་སྙིང་འདོད་པའི་ཤེས་རབ་ལ་ཡུམ་ལགས་པའི་རྒྱུ་མཚན་ག་རེ་ཟེར་ན། དུང་སྙིང་འདོད་པའི་ཤེས་རབ་དེ་ཐེག་པ་མན་པའི་གི་ཉམས་ལེན་བྱས་ན་ཐེག་པ་མེད་པའི་དགྲ་བཅོམ་པ་ཐོབ་དགོས་རེད། ཐེག་ཆེན་གྱི་ལམ་ཉམས་ལེན་བྱེད་ཉིན་གཅིག་ཡིན་ན་ཐེག་ཆེན་གྱི་ལམ་ཉམས་ལེན་བྱས་ནས་སངས་རྒྱས་གོ་འཕང་ཐོབ་གི་ཡོད་དེ་ཡིན་དུས་གསུམ་ཀ་ཐོབ་དགོས་རེད། ཉན་ཐོས་རང་རྒྱལ་ཐེག་ཆེན་གྱི་དགྲ་བཅོམ་པའི་གོ་འཕང་གསུམ་ཆར་ཐོབ་པའི་གི་རྒྱུ་ཆ་བིན་ཙམ་ཡུམ། དཔེར་ན་དེ་བྱ་དོ། ད་ལྟ་ང་ཚོ་སྐབས་སུ་བབ་པ་འཕགས་པ་ཐོག་མེད་ཡོད་རོགས། འཕགས་པ་ཐོགས་མེད་ལ། འཕགས་པ་ཐོགས་མེད་དང་དབྱིག་གཉེན་གཉིས་དེ་ཡུམ་གཅིག་པ་རོ། ཡབ་ཁ་ཁ་རེད་བ། བྱས་ཙང་ཡུམ་གཅིག་ལ། ཡབ་ཁ་ཁ་གི་བུ་གུ་གཅིག་གི་འདུག་བ། གཅིག་རྗེ་རིགས་ཀྱི་བུ་གུ་གཅིག་གི་འདུག་རྗེ་བོ་རིགས་ཀྱི་བུ་གུ་གཅིག་གི་ཡོད་རེད། གཅིག་བྲམ་ཟེ་རིགས་ཀྱི་བུ་གུ་གཅིག་གི་འདུག་བ། ཡེ་ནས་ཡུམ་གཅིག་རེད་བ། དེས་ན་ཞེས་བྱས་ནས་སྟོང་ཉིད་བསྟོད་པའི་ཤེས་རབ་ཀྱིས་ཐེག་པ་གསུམ་ཆའི་སྒྲ་བྱིན་པའི་གོ་འཕང་ཐོབ་པའི་ཕྱིར། དེ་ཡན་ཙམ་ཡུམ། བྱང་ཆུབ་སེམས་དེ་ཐེག་པ་ཆེན་པོ་གི་སྒྲ་བྱིན་པ་མ་གཏོགས་ཐེག་པ་དམན་པའི་སྒྲ་བྱིན་པ་ཐོབ་ཡ་མེད་ཙང་ཡབ། པའི་ཕྱག་ཏུ།

ད་ཅིག་གིས་བསྒོམས་པས་ན་སྐྱེ་བ་མང་པོ་བྱས་ལ་སྔགས་ཀྱི་ལས་བསགས་པས་ལས་སྒྲིབ་དེ་དག་འགྲུབ་པར་ཟད་ད་བྱིན་དུས་པས་ཏེ་ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཐོབ་བྱ་བླ་ན་མེད་པའི་གོ་འཕང་ཐོབ་ཡག་གི་བློ་སྐད་ཅིག་བསྐྱེད་པས་ན་ཡང་པས་ཏེ། རང་གི་ལས་ངན་བྱས་པས་ལས་བསྲེགས་དེ་དག་འགྲུབ་པར་ཟད། ལས་ཀྱི་སྒྲིབ་པ་བསྲེགས་པར་མ་གཏོགས་ཉོན་མོངས་དག་པའི་སྐད་ཆ་རེ་མི་འདུག། ཉོན་མོངས་ཉོན་མོངས་ཡོད་རེད། ཉོན་མོངས་དག་པ་ལ་ངེས་པར་དུ་སྟོང་ཉིད་འདུ་བའི་ཤེས་རབ་མེད་ན་མི་འདུག། ད་ལས་སྒྲིབ་བསྲེགས་ཆོག་ར་སྐྱེ་བ་སྔོན་མ་ལས་ངན་པ་བསགས་ཤིང་ལས་ཀྱི་སྒྲིབ་པ་བསྲེགས་ཆོག་ང་ཚོ་ལས་སྒྲིབ་པ་ལ་མང་པོ་འདུ་བ། ལས་སྒྲིབ་བསལ་བྱེད་དག་མང་པོ་ཡོང་གི་འདུག་ལས་ཀྱི་སྒྲིབ་པའི་ཆུང་ཚུལ་གསལ་བྱེད་ཡོང་གི་འདུག་དེ་ལ་སེམས་བཟང་པོ་སྐྱེས་པས་ན་དག་གྲོལ་བའི་གདིང་རིང་པོ་འདུག་དེའི་ནང་ནས་བྱང་ཆུབ་སེམས་སྐྱེས་པས་ན། རྦད་དེ་སྐྱེ་བ་མང་པོ་ཞིག་ལ་བསགས་པའི་ལས་སྒྲིབ་དག་གྲོལ་བྱེད་ཅེས་གསུངས་ཀྱི་འདུག་ད་བྱང་ཆུབ་སེམས་ཕན་ཡོན་བཤད་ཀྱི་འདུག་སྤྱོད་འཇུག་གི་ལེའུ་དང་པོ་བྱང་ཆུབ་སེམས་ཕན་ཡོན་བཤད་པའི་ཁ་ཐུག་ལ་མང་པོ་འདུག། རེད་རེད། ད་སྟོང་ཉིད་འདོད་པའི་ཤེས་རབ་ཟེར་དུས་དང་དང་པོ་སྟོང་ཉིད་འདོད་པའི་ཤེས་རབ་སྐྱེ་བ་ལ་དང་པོ་རྟག་བ་འདྲ་བོ་དེ་རེད་བ། མི་རྟག་པ་གོམས་ཡ་བྱེད། མི་རྟག་པ། ང་ཚོ་འདི་ཡོད་རོགས། ད་སང་ཉིན་ལས་ཀྱི་རེད་བདེན་པ་བཞི་ཡོད་རོགས། བདེན་པ་བཞི་ནང་ལ་སྡུག་བསྔལ་བདེན་པའི་ཁྱད་ཆོས་ཡོད་རོགས། སྡུག་བསྔལ་བདེན་པའི་ཁྱད་ཆོས། སྡུག་བསྔལ་བདེན་པ་ཟེར་ཞོར། དེ་ལ་ཁྱད་ཆོས་མི་རྟག་པ་སྡུག་བསྔལ་བ་སྟོང་བ་བདག་མེད་ཟེར། དེ་གི་ཁྱད་ཆོས་དང་པོ་མི་རྟག་པ་བསྒོམ། མི་རྟག་པ་ཟེར་དུས་སྦྱོར་བ་འགྲོ་གི་ཡོད་པ། དཔེར་ན་ང་རང་ཚོ་ཉལ་བ་ལེན་པའི་ཕུང་པོ་སྦྱོར། དེ་མི་རྟག་པ་བསམ་བློ་བཏང་པས་ན་སྦྱོར་བ་འགྲོ་གི་ཡོད་པ་བསམ་བློ་བཏང་པས་ན། ཨོ་ད་དེ་སྡུག་བསྔལ་རང་བཞིན་པ་ཤེས་རྗེས། ཨོ་དེ་སྡུག་བསྔལ་གྱི་རང་བཞིན་རེད། དེ་ལ་བརྟེན་ནས་སྡུག་བསྔལ་མང་པོ་ཡོང་གི་ཡོད་པ་ཤེས་ཡོང་དུས་དེ་ནི་དེ། ཨ་ནི་ཉལ་བ་ལེན་པའི་ཕུང་པོ་དེ་ཨ་ནི་བཟོ་ཉལ་གསོས་རེད་ལབ་པས་ན། རང་གི་ལས་ཀྱི་སྟོབས་ཀྱིས་གསོལ་བ་མ་གཏོགས་བྱེད་པ་པོ་གཞན་མེད་པ། གཏོང་བ་ལས། རེ་བ། དེ་ནས་དེའི་ཤུལ་ཁུ་དེ་ལ་ཉེ་བར་ལེན་པའི་ཕུང་པོ་དེ་ནི་ང་རང་དང་འབྲེལ་མེད་དོན་གཞན་རེད་པས་ན་དེ་ཡང་མ་ཡིན་པ། འབྲེལ་མེད་དོན་གཞན་ཟེར་དུས། འབྲེལ་བ་མེད་དེ་ཉིད་དཔེར་ན་ང་ཚོ་སྤྱན་ལག་རྒྱབ་ལོགས་ཁོད་དེ་གཅིག་ཡོད་རོགས་དང་ཇོ་ལང་འདྲ་བོ་ལྟོ་བས་འདྲ་བོ་ཡོད་ན་ལྟོ་བས་དང་ང་ཚོའི་ལུས་དེ་བས་འབྲེལ་བ་ཡོད་མ་རོགས། དབྱུག་ཡ་ཡོད་རོགས། ཇོ་ལང་དང་དུ་སུ་བས་དབྱུག་གིས་འབྲེལ་བ་མེད་པ་བྱས་ཡོད་དེ་ནང་བཞིན་བྱས་མ་ཡིན་པ་ངའི་ཕུང་པོ་དེ་ང་ལ་ལྟོས་ནས་གར་ས་ངས་ང་རང་གི་ཕུང་པོ་ཇོ་རང་ང་དང་འབྲེལ་བ་ཡོད་པ་ཕུང་པོ་ལ་བརྟེན་ནས་ང་བྲོས་པ་ཞིག་ཡིན་པ་བསམ་བློ་བཏང་ཡོད་དུས་བདག་མེད་པ། རྟོག་ཡ་བྱེད། བྱས་ཙང་ད་དེ་ཚོ་དང་པོ་མི་རྟག་པར་རྟོག། དེ་ནས་སྡུག་བསྔལ་བའི་རང་བཞིན་རྟོག། དེ་ནས་ལྟུང་བའི་རང་བཞིན་རྟོག། རང་གིས་རང་གི་ལས་ཀྱི་སྟོབས་ཀྱིས་གྲོལ་བ་མ། ལས་ཀྱི་སྟོབས་ཀྱིས་གྲོལ་བ་མ་གཏོགས་བྱེད་པ་པོ་གཞན་མེད་པ། ཕྱི་རོལ་མུ་སྟེགས་པ་དེ་ཚོ་གི་བྱེད་པ་པོ་ཁས་ལེན་དགོས་ར་ང་ཚོ་དབུགས་འཇུག་གི་བཟོད་པ་རེད། རྒྱ་ཆེན་གྱི་བཟོད་པ་ད་ཚངས་པའི་བཟོད་པ་རེད་ཟེར་ལབ་གི་ཡོད་ར། ད་ང་ཚོ་ལས་ཀྱི་སྟོབས་ཀྱིས་བཟོད་པ་རེད་ཟེར་དུས་འཇིག་རྟེན་སྣ་ཚོགས་ལས་ལས་ཀྱི་ལས་ཀྱི་སྟོབས་ཀྱིས་གྲོལ་བ་རེད་ཟེར་ཡ་དུས་བྱེད་པ་པོ་དོང་ཞིག་གི་ལྟུང་བ་རྟོག་ཡ། དེ་ནས་རང་རྒྱལ་དུལ་བའི་བདག་གི་སྟོང་དོ་ཡང། དེ་ནས་དེའི་རྗེས་ལ་དེ་ནས་ཕུང་པོ་ང་ཟད་དེ་ལྟོས་ནས་གྲོལ་བ་ཅིག་མ་གཏོགས་རང་ངོ་ནས་གྲོལ་བ་མེད་ཟེར་ནས་སྟོང་ཉིད་དོ་ཡང། དང་པོ་དེ་རིམ་པ་དེ་བཞིན་དུ་འགྲོ། དེ་ཡིན་དུས་ད་ནི་དེ་ཡོང་བ་ལ་རེ་བ། དེ་ནས་དེ་དེ་འདྲས་ཀྱི་ལྟ་བ་རིམ་པ་དེ་སུ་ཡོང་བ་ལ་དེའི་སྔོན་འགྲོ་ལ་གར་བྱེད་ན་དགེ་བ་བཅུ་བསྒྲུབ་ཡང་མི་དགེ་བ་བཅུ་སྤོང་ཡང། དང་པོ་ང་ཚོ་བསོད་ནམས་མ་བསགས་པས་ན་ལྟ་བ་དེ་ཚོ་སྐྱེ་ག་ལ་ཁག་པ་རེད་བྱ། དེ་ཡིན་དུས་རྗེ། དེ་ཡོད་ར་གར་སོང་ར། ལོ་པ་ཨ་ཡ་དེ་བས་ཀྱི་གཞི་བྱ་བའི་ནང་ལོ་སོ་ནག་མ་ཡིན་དང་པོར་ལྡོག། བར་དུ་བདག་ནི་ལྡོག་པ་དང་ཐ་མ་ལྟ་ཞིང་ཀུན་ལྡོག་པ་གང་དེ་ཤེས་དུས་ཁ་བ་ཡིན་ཟེར་སྦྱོར་ར། དེ་ཡིན་དུས་དང་པོ། ལ་ཉམས་ལེན་བྱེད་ཡོན་དུས་སོ་ནམ་དགེ་བའི་ལས་ས་རེ་བ་དགེ་བ་བཅུའི་བསྒྲུབ་མི་དགེ་བ་བཅུའི་སྤོང། དེ་འདྲ་བྱས་ན་རྒྱུད་དམན་པ་ཆགས་ཡོད་ར། སོ་སོ་རྒྱུད་བཟང་པོ་ཆགས་འགྲོ་གདོ། རྒྱུད་བཟང་པོ་ཞིག་ཆགས་ཡོན་དུས་ཞི་གནས། བསོད་ནམས་བསགས་ཡོད་དུས་མི་ཡི་བསམ་པ་རྣམས་ཀྱང་འགྲུབ་ཟས་སྦྱོར། བསོད་ནམས་ལྡན་པས་མི་ཡི་བསམ་པ་རྣམས་ཀྱང་འགྲུབ། བསོད་ནམས་རྣམ་སྨིན་བདེ་ལྡན་སྡུག་བསྔལ་ཐམས་ཅད་སེལ། ཟས་ཇི་ཡོད་རེག་དེ་ཡོད་དུས་བསོད་ནམས་བསགས་ཡོད་དེ་གལ་ཆེན་པོར་དང་པོ། བསོད་ནམས་ག་རེ་ལུས་ངག་ཡིད་གསུམ་དགེ་བ་བསགས་ཡོད་དུས་རོ། ལུས་ཀྱི་ཐོག་ནས་ཕྱག་མཛོད་མཆོད་པ་ཕུལ་ཡ། ངག་གི་ཐོག་ནས། བླ་མ་ལ་བསྟོད་པ་ཕུལ་ཡ། སངས་རྒྱས་ལ་བསྟོད་པ་ཕུལ་ཡ། སེམས་ཅན་གཞན་ལ་བསྔགས་བརྗོད་བྱས་ཡ། ཡིད་ཀྱི་ཆ་ནས། དེ་ནས་གཞན་ལ་བརྩེ་བ་བསྒོམ་ཡ། ཡག་ཤོས་དེར་བསོད་ནམས་གསོག་ས་ཡ་དེ་གཞན་ལ་བརྩེ་བ་དང་གཞན་ལ་བྱམས་པ་གོ་མི་དེར་བ། དེ་ནས་བསོད་ནམས་གསག་ཡ་དེ་དེ་ནས་མི་བདག་གོ་རྟོགས་པ་བློ་སྐྱེ་ཡ། དང་པོ་དེ་རེད་བཞག། བསོད་ནམས་དགེ་བའི་ལས་སྟོབས་ཆེན་པོ་གསག་ཡ་བྱེད། བྱས་ཙང་དེ་གསུངས་འདུག་ད་ཞི་བྱ་བའི་ཚིག་ཡིན་ས་ཡོད། བསོད་ནམས་མེད་ན་སྟོང་ཉིད་རྟོགས་ཡ་གོ་རེ་ཡོད་མ་རེད་ཟེར་ལ་རེད། སྟོང་ཉིད་རྟོགས་པ་ལ་ངེས་བར་དུ་བསོད་ནམས་ཀུ་ཚོགས་དགུག་གོ་རེད། རྒྱབ་རྟེན་དགུག་ཡོད་རེད། དེ་ནས་བྱས་ནས་དེ་ནས་མི་ལྡང་བ་རྟོགས། ལྟུང་བའི་རང་བཞིན། སྡུག་བསྔལ་རང་བཞིན་པར་རྟོགས། དེ་ནས་ལྟུང་བའི་ལྟུང་བ་རྟོགས། དེ་ནས་བདག་མེད་རྟོགས། དེ་ནས་བདག་མེད་ཕྲ་མོ་རྟོགས། གང་དེ་ཤེས་ཏེ་མཁས་པ་ཡིས་གསུངས་ཏོ། རང་ཉིད་ཀྱིས་ཉམས་ལེན་འདི་བྱས་ཟེར་རོ། དེ་ནས་ཉམས་ལེན་བྱས་ནས་ཞི་ནས་གཞན་ལ་ཡང་དེ་འདྲའི་བསླབ་བའི་ན་དེ་མཁས་པ་རེད། ཟེར་ཏེ། ལོ་ཡི་ཀ་ས་ཏཱ་ཨ་ཡ་དེ་བ་གསུངས་དེ་འདྲས། རང་ཉིད་ཀྱི་ཉམས་ལེན་དེ་འདྲའི་རྒྱ་ཆེན། དེ་འདྲའི་ཕྱིན་པའི་ཐོག་ནས་དེ་འདྲའི་གཞན་ལ་ཡང་རང་ཉིད་ཀྱིས་ངོ་ཤེས་པ་དང་ཉེ་བའི་གཉིས་ལ་ལམ་དེ་འདྲའི་འཁྲིད་བས་ན་ངོ་ནས་གདུལ་བྱ་ཀྱང་ཡང་ལ་མཁས་པ་རེད་རང་ཉིད་ཉམས་ལེན་བྱེད་སྟངས་ཡང་མཁས་པ་རེད་ཟེར་གྱིན་ཟེར། གང་དེ་ཤེས་ཏེ་མཁས་པ་ཡིན། ད་ལྟ་དེ་མི་བདག་སྡུག་བསྔལ་ལྟུང་བ་བདག་མེད་ཟད་དེ་སང་ཉིན་བདེན་བཞི་ན་ལེགས་ར་བདེན་བདེན་པ་བཞི།

དོ་དམ་བདེན་པ་ས་ག་བྱས་མ་དོ་དམ་བདེན་པ་ས་དེ་དོ་དམ་བདེན་པ་བསླབ་དུས་ག་ལ་ཁོ་རང་གནས་ལུགས་ཅིག་བཞག་པ་རེད་གཞི་ཐིག་གི་གནས་ལུགས་ཅིག་རེད་བ་དེ་རང་བཞིན་གྱིས་མ་འཕྲོད་པ་དེ་ལ་དོ་དམ་བདེན་པར་མ་གཏོགས་ཁོ་རང་བསོད་ནམས་ཚོགས་ཁོ་རང་ཀུན་རྫོབ་བདེན་པར་བ། བསོད་ནམས་ཀྱི་ཚོགས་ཟེར་དུས་ཀུན་རྫོབ་བདེན་པར་བ། ད་བསོད་ནམས་ཀྱི་ཚོགས་རང་བཞིན་གྱིས་མ་འཕྲོད་པ་ཅིག་ལབ་པས་ན་དོ་དམ་བདེན་པར་བ།

ད་ཡེ་ཤེས་ཚོགས་ཀྱི་གཟུགས་སྐུ་དེ་ཀྱི་རྒྱུད་ཀྱི་སྤངས་པའི་ཡོན་ཏན་དེ་བསྒྲུབ་པ་ཅི་ཡིན་འདི་ལ་ཆུ་བསོད་ནམས་ཡེ་ཤེས་ཀྱི་ཚོགས་སུ་ཟེར། ཆོས་སྐུ་ལག་ཕྱེད་འཇོག་བྱེད་གཟུགས་སྐུ་ལག་ཕྱེད་འཇོག་བྱེད་ཟེར། དེ་ནི་ད་ང་ཚོ་བསོད་ནམས་དགེ་བའི་དང་བསོད་ནམས་བསོད་ནམས་དགེ་བའི་བློ་དེ་སྤེལ་བར་བྱེད་པ་ལ་ཡི་རང་དགོས་ཀྱི་ཡོད་རེད། ཡི་རང། རྗེས་སུ་ཡི་རང། སྤེལ་ཟེར་གྱི་འདུག་བསོད་ནམས་དགེ་བའི་ལས་བསགས་དང་སྤེལ་བ་དེ་ཁ་ཁ་རེད་འདུག།

ཡི་རང་བྱེད། དེ་ནས་དེ་ཉམས་པ་མེད་པར་བྱེད་དགོས་བྱུང་ན་བསྔོ་བ་བྱེད། བསགས་སྦྱངས་སྤེལ་གསུམ། སྐུ་གཉིས་དང་སྐུ་བཞི། སྐུ་གཉིས་ལབ་དུས་ག་ལ་ང་ཚོས་མདོར་བསྡུས་ནས་བཤད་པས་ན་ཆོས་སྐུ་ཆོས་སྐུ་གཟུགས་སྐུ་ཟེར་ལ་བར། ཆོས་ཀྱི་སྐུ་གཟུགས་ཀྱི་སྐུ་ཟེར་ཅིང། ཆོས་ཀྱི་སྐུ་དང་གཟུགས་ཀྱི་སྐུ་ཟེར་ཡ་དེ་ག་རེ་ལ་བར་ཟེར་ན་གཟུགས་ཀྱི་སྐུ་ལབ་དུས་གདུལ་བྱ་རྣམས་ཀྱི་མཇལ་ཡ་ཡོད་དོ་ཉིད་དེ་གཟུགས་སྐུ་ཟེར་བ་རེད། སངས་རྒྱས་ཡིན་པ། གདུལ་བྱ་སེམས་ཅན་གཅིག་གི་རྗེས་ནས་དཀའ་སྤྱོད་ཉེན་ཡང་ཡོད་དེ་ཉིད་སངས་རྒྱས་དེ་ལ་གཟུགས་ཀྱི་སྐུས་གཟིགས་པ་རེད། ཆོས་སྐུ་ལགས་དུས་དེའི་རྒྱུད་ཀྱི་ཡོན་ཏན་འདི་ལགས་པ་རེད། སྒྲིབ་པ་སྤངས་པའི་བྲལ་བའི་ཡོན་ཏན། རྣམ་པ་ཐམས་ཅད་མཁྱེན་པའི་ཡོན་ཏན། ནུས་བའི་ཡོན་ཏན་དེ་ཚོ་ལ་ཆོས་སྐུ་གཟིགས་དོ། ཆོས་ཀྱི་སྐུ། སངས་རྒྱས་ནང་ཕན་ཚུན་མཁྱེན་ཡ་མ་གཏོགས་ང་ཚོས་སེམས་ཅན་གྱི་རྗེས་ཐོན་ཡ་མེད་དེ་ཉིད་ཀྱི་རེད། དེ་ལ་ཆོས་ཀྱི་སྐུས་གཟིགས། ད་དེ་བར་བཀྲམ་པས་ན། གཟུགས་སྐུ་ལ་གཉིས་ཆོས་སྐུ་ལ་གཉིས། གཟུགས་སྐུ་ལ་གཉིས་ཏེ་ག་རེ་ཟེར་ན་ལོངས་སྤྱོད་རྩོལ་བའི་སྐུ་སྤྲུལ་པའི་སྐུ་གཉིས། ལོངས་སྤྱོད་རྩོལ་བའི་སྐུ་ལབ་དུས་ག་ལ་ང་ཚོས་ཁ་ཚ་ཤུལ་འབའ་ཡག་གི། ང་རོ་དང། ཁམས་ག་ཚད་ཡོད་རེད་ང་ཚོ་ཁམས་གསུམ་ཡོད་ར་འདུལ་ཁམས་གཟུགས་ཁམས་གཟུགས་མེད་ཁམས་ཟེར་ཁམས་གསུམ་ཤེས་ཀྱི་འདུག་ཨ། གཟུགས་ཁམས་བདུད་ཁམས་བསྡུ་བའི་ཁམས་གཅིག་ཕྱེད་གཟུགས་ཀྱི་ཁམས་གཅིག་ཕྱེད་གཟུགས་མེད་ཁམས་གཅིག་ཕྱེད་གསུམ་ཤེས་ཀྱི་ཡོད། དེའི་ནང་ནས་གཟུགས་ཁམས་ཟེར་ཆོག་གཟུགས་ཁམས་གཟུགས་ཀྱི་ཁམས། གཟུགས་ཀྱི་ཁམས་དེ་ང་ཚོ་ཁ་སང་ཡག་གི་བདུད་ཁམས་ཀྱི་ལྷ་ག་ཚེ་ཤ་རེ་རེའི་རྒྱལ་པོ་རི་རབ་ཀྱི་རྩེ་ལ། སུམ་ཅུ་རྩ་གསུམ་དགའ་ལྡན་འཐབ་བྲལ། འཕྲུལ་དགའ་གཞན་འཕྲུལ་དབང་བཞི་ཟེར་གྱི་འདུག་ཡ། རིགས་གཅིག་ནམ་པ་ནམ་མཁའ་ལ་ཡང་གནས་ཡོད་དེ་ཉིད་དེ་འདྲའི་འདུག་དེའི་རྩེ་ལ་རེ་ཞིག་ད། དེའི་རྩེ་ལ་གཟུགས་ཁམས་པའི་ལྷ་གསལ་བྱེད། བསམ་གཏན་དང་པོ་བའི་ལྷ། བསམ་གཏན་གཉིས་པའི་ལྷ། བསམ་གཏན་གསུམ་པའི་ལྷ། བསམ་གཏན་བཞི་བའི་ལྷ་གསལ། ལྷ་གནས་ཡང་དེ་འདྲ་ཞིག་འདུག་དེའི་སྒང་ལ་ལྷ་གནས་བཞི། ལྷ་གནས་བཞི་དེའི་སྒང་ལ་ཡང། བསམ་གཏན་བཞི་བའི་ལྷ་ཡི་ལྷ་གནས་བཞི་དེའི་སྒང་ལ་ཡང། དེ་ཅིག་འདུག་ག་རེ་ས་རེད། འོག་མའི་སྟུག་པོ་བསྐུལ་བའི་ཞིང་ཁམས་ཟེར་སངས་རྒྱས་ཞིང་ཁམས་ཆོས་རེད། དེའི་སྒང་ལ་ཡང། གཟུགས་ཁམས་གནས་རི། བཅུ་བདུན། བཅོ་བརྒྱད་པ་ཟེར་ཅིག་འདུག་ཨང། དེས་གང་ལ། དེས་གང་ལ་ཡང་དག་གནས་ལ་ཞུགས་དེ་ཉིད་སངས་རྒྱས་དེ་ལ་ལོངས་སྤྱོད་སྩོལ་བའི་སྐུ། སྲེག་བཟློག་སྤངས་རྟོགས་ཀྱི་ཡོན་ཏན་རྫོགས་དེ་ཉིད་སངས་རྒྱས་སྐུ་དེ་ལ་ལོངས་སྤྱོད་སྩོལ་བའི་སྐུ། ད་དེས་གི་སྤྲུལ་པ་དེ་ལ་སྤྲུལ་སྐུ་སྲེག་དེ་རྒྱལ་བ་ཤེས་བྱ་བསྡུ་བ། ད་ཡ་གི་གང་དེ་ཡི་ག་ཆུ་ཚིགས་ལ་རྒྱལ་བ་བྱམས་པ། དེ་ཚོ་ལ་སྤྲུལ་སྐུ་ཟག། མཁྱེན་སོང། གཟུགས་ཀྱི་སྐུ་གཉིས་དེ་ཉིད་རེད་རོ། གཟུགས་ཀྱི་སྐུ་གཉིས། གཟུགས་སྐུ་གཉིས་ཏེ་ལུང་ཆོས་རྩོད་པའི་སྐུའི་སྤྲུལ་པའི་སྐུ་གཉིས་ཆེ། ཆོས་སྐུ་དེ་ལ། གཉིས་རེ། དྲེལ་བ་ཏག་ཏག་སྤངས་པའི་དྲེལ་བས་འགོག་བདེན། ཉོན་མོངས་པ་དང་ཉོན་མོངས་པའི་ཞགས་པའི་དྲི་མ་ཐ་དག་སྤངས་པའི་གིས་དྲེལ་བའི་ཡོན་ཏན་སྦྱོར། དེས་ན་སྤངས་པའི་ཡོན་ཏན་ཆོས་སྐུ་གཅིག་རེ། སྤངས་པའི་ཡོན་ཏན། ངོ་བོ་ཉིད་སྐུ། དེ་ནས་དེ་ཡོད་པ་ཡིན་ཙང་རྣམ་པ་ཐམས་ཅད་མཁྱེན་པར་ཟེར་དུས་ཆོས་ཐམས་ཅད་མཁྱེན་པའི་མཁྱེན་པའི་ཡོན་ཏན་གཅིག་ལ། གཅིག་ཡོད་རེད་དེ་ལ་ཡང་ཆོས་སྐུའི་ས། ཆོས་སྐུ་གཉིས་ཡོད་ད་ངོ་བོ་ཉིད་སྐུ་དང་ཡེ་ཤེས་ཆོས་སྐུ། མཁྱེན་སོང། དེ་ནས་ཡང་བྱས་ན་སྔགས་ཀླུ་ལ་བྱས་ན་སྐུ་ལྔ། སྔགས་ཀླུ་ལ་བྱས་ན་སྐུ་ལྔ་ཞིག་དུ་བ་སྐུ་ལྔ། དེའི་སྔ་ན་སྐུ་ལྔ་བྱ་བར་གསུངས་གར་བྱ་བར་གསུངས་དེ་རེད་བ། ལ། སྐུ་ལྔ་བཤད་ཡོང་དུས་ད་ནི་དེའི་སྐུ་བཞི་ཡོད་ར་དེའི་ཁར་རྣམ་པས་བརྒྱད་ཡོད་རེད་རྣམ་པས་བརྒྱད་ག་རེ་ཟེར་ན་རྟེན་གྱི་བདེ་བ་རྒྱུ་བ་མི་འགྱུར་བདེ་བ་བྱེད་ར་རྟེན་གྱི་བདེ་སྐྱིད་འཇུག་ར་དེ་ལ་ངོ་བོ་ཉིད་སྐུ་ཟེར་རོ། སྔགས་ལུགས་ལ། སྔགས་ལུགས་ལ། སྔགས་ལུགས་ལ་ངོ་བོ་ཉིད་སྐུ་ལ་འདུས་བྱས་ངོ་བོ་ཉིད་སྐུ་དང་འདུས་མ་བྱས་ངོ་བོ་ཉིད་སྐུ་གཉིས་བཞག་གི་འདུག་མདོ་ལུགས་ལ་བྱས་པས་ན་འདུས་ངོ་བོ་ཉིད་སྐུ་ལ་བཏགས་པ་མི་ཁྱབ་རེད། བྱས་ཙང་ད་སྐུ་ལྔ་སྐུ་བཞི་སྐུ་གསུམ་སྐུ་གཉིས། ཞེས། སྐུ་གཉིས་ལ་ཆོས་སྐུ་གཟུགས་སྐུ་གཉིས་བྱས། སྐུ་གསུམ་ལ། གཟུགས་སྐུ་གཉིས་བྱས། ཆོས་སྐུ་ངོ་བོ་ཉིད་ཀུན་བཞག། ཨ་ནི་ཡེ་ཤེས་ཆོས་སྐུ་མི་འདུ་བ་ལབ་ཡོད་ན་ཡེ་ཤེས་ཆོས་སྐུ་དེ། དེའི་ཤུགས་ཀྱིས་ཡོང་གི་རེད་ཟེར་ལ་རེད་སྐུ་གསུམ་བཤད་རེད་མ་གཏོགས་གྲངས་ངེས་བཤད་ཡོད་མ་རེད་ད་དེ་ཚོ་གང་གྲངས་ངེས་མ་རེད་ད་གྲངས་འདྲེན་མ་རེད་དེ་འདྲའི་ཕྱིར་གྲངས་ཀ་བརྒྱ་བཞག་པར་རོ།

དགེ་བས་ཀྱི་ད་རྗེས་འཇུག་གི་སློབ་མའི་རྒྱུད་ནི་མ་དག་སྡེ་བ་ཅན་ཟེར། ད་ལྟ་དེ་མི་ཚེ་མ་དགུ་གོ་ལབ་དུས། ཅིག་ཡོད་རེད་དངོས་གྲུབ་ཀུན་གྱི་ཐུགས་དབང་རྡོ་རྗེ་འཆང་དམིགས་མེད་བརྩེ་བའི་གཏེར་ཆེན་ཅིག་རེད་ཟེར་དྲི་མེད་མཁྱེན་པའི་དབང་པོ་འཇམ་དཔལ་ཡང་དུས་བབ་མ་ལུས་ཁྲིམས་སྲོལ་གསར་བའི་གངས་ཅན་བསྐལ་བའི་གཙུག་རྒྱན་བློ་བཟང་གྲགས་སྐྱབས་གསུམ་ཀུན་ཏུ་བླ་མ་སངས་རྒྱས་ལ་ཟས་སྦྱོར་རེད་མི་ཚེ་མ་དགུ་གོ་ཅིག་ད་དེ་ཚོ་ཕལ་ཆེའི་རྒྱུད་བས་ཀྱི་ཁོ་རང་གི་རྗེས་འཇུག་གི་སློབ་མ་སུ་ནི་མ་ཅིག་ཅིག་རྒྱུད་ཤེས་པ་ཅིག་མིན་འགྲོ་ཕལ་ཆེའི་དགུ་གོ་དེ་ཨེན་ས་ཡན་རྒྱུད་ཡིན་ཟེར་ཡོད་ཨེན་ས་ཡན་རྒྱུད་ཟེར་གྱི་འདུག། དེ་ནི་མ་ཡིན་ཟེར་ཡོད། ད་དྲུག་སྐོར་དང་ལྔ་སྐོར་དེ་ཧ་གོ་མ་སོང། བཞི་སྐོར་དེ་ད་ནང་དེ། རྗེ་རིན་པོ་ཆེ་རང་གིས་རྗེ་བཙུན་རི་འདབས་ལ་བུ་གནང་ནས་ཚུལ་རེད། ཚུལ་བུ་ཞེས་པ་ཅི་རེད། ནམ་རྒྱུན་ཡོངས་གྲགས་བསགས་བསྡད་དེ་མི་རྩོམ་པའི་བཞི་སྐོར་དེར་བ། དྲི་མེད་སྐྱེས་པའི་དབང་པོ་ཅན་པའི་ཨ་ཅེ་དགེ་བའི་ཚུལ་དུ་བློ་བཟང་དྲག་པོའི་ཞལ་ལ་གསོལ་བ་འདེབས། ད་དེའི་སྐབས་ལ་ཕྱག་ན་རྡོ་རྗེ་བཅུག་ཞེས་པ་ར་ལྔ་སྐོར་བྱས་ན། གྲུ་གོ་བྱས་པས་ན། སངས་རྒྱས་ཀྱི་བསྟན་པའི་བདག་པོ་བཅོམ་ལྡན་འདས་བསྡུས་པ་ལས་བཅུ་གཅིག་ར་མོ་དྲུག་དགུ་བཅུ་སྟོང་དུ་བྱང་ཚར་བྱེད། མ་རེད། དྲུག་གོ། དེ་ནས་ལྔ་གོ་དེ་གསང་བའི་བདག་པོ་བཅུ་བཞི་རེད། ད་བཞི་གོ་དེ་གསང་བའི་བདག་པོ་མ་བཅུ་བའི་རྒྱུ་མཚན་ག་རེ་ཟེར་ན་རྗེ་རིན་པོ་ཆེ་གསང་བདག་དཔེ་དེ་གསང་བའི་བདག་པོ་རེད་ཟེར་བྱས་དེ་ཞེས་ནས་དམིགས་བསལ་ཕྱག་ན་རྡོ་རྗེ་ཟེར་བཅུ་དགུ་མ་རེད་ཟེར་དེ་རེད་ཡོང་འདུག།